ཨོ་ད་དེ་རིང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་སྤྱི་ཟླ་བཅུ་གཅིག་གི་ཚེས་པ་ཉིན་གྱི་ད་སྔ་རོ་ལ་ངས་བརྙན་འདི་བཟོ་གི་ཡོད། ད་དེ་རིང་བརྙན་འདི་གའི་སྐད་ཀྱི་ནང་དོན་དེ་ང་ཚོའི་རྩ་སྟོང་འཐབ་རྩོད་ལ་མཉམ་ཞུགས་ཆིག་སྒྲིལ་བཟོ་ཕྱོགས་དང། དེ་དང་འབྲེལ་ནས་སློབ་གསོ་ལོག་པ་དང་ངན་པ་ཁ་མཐུན་གྱི་ཉིང་ཁྱིའི་གནས་སྟངས་སྐོར་ལ་སྐད་ཆ་བཅས་ཞུ་ཡ་ཡིན། ད་སྤྱིར་བཏང་གཅིག་བྱས་ན་གནས་སྟངས་འདི་ཚོ་དང་འབྲེལ་བའི་ཐོག་ལ། དུས་ཚོད་བྱུང་བ་ཡིན་ན། དེ་ནས་སྐད་ཆ་རིམ་པ་ཁ་ཤས་ཅིག་ཤིག་ཆགས་ཀྱི་འདུག་ད་ཐེངས། དེ་ནི། དེ་རིང་གི་སྐད་ཆ་འདི་ཞུ་དགོས་ཡག་གི་རྒྱུ་རྐྱེན་འདྲ་བོ་དེ་ག་རེ་ཡིན་ལབ་ན། ད་རྒྱུན་རིང་པོར་བོགས་གཏོང་འཐབ་རྩོད་ཀྱི་ཆེད་དུ་དེ་ནི་གོ་གནས་དང་གླ་ཆ་གང་ཡང་མེད་པ་ལ་དྭང་བླངས་ཀྱི་ཐོག་ནས། དེ་ནི་སོ་སོའི་རྩ་ཆེའི་དུས་ཚོད་དང། འགྲོ་སོང་བློས་གཏོང་ནས་བོད་རང་བཙན་སླར་གསོ་གི་ལས་འགུལ་སྤེལ་བསྡད་མཁན་དེ་འདྲ་ལ། ད་སྐད་ཆ་བཤད་སྟངས་ཡག་པོ་མེད་པ་དང་སྐུལ་སློང་དང་དད་པ་ཡོད་མ་རེད་འདུག་འདོག་གི། དེ་ནི་མི་མང་ཚོ་མི་དེ་ཚོ་གིས་སྤེལ་བའི་ལས་འགུལ་ལ་མཉམ་ཞུགས་མ་བྱས་པ་དེ་འདྲས་ཡོད་རེད་ཟེར་ཡག་དང། མི་དེའི་རེས་ཀྱི་ལས་འགུལ་སྤེལ་ཡག་ལ། དེ་ནི་མཉམ་ཞུགས་བྱེད་ཡག་དང་འགྲོ་ཡག་ཡོད་མ་རེད་ཟེར་ཡག། ད་དེ་འདྲས་ཀྱི་སྐད་ཆ་ལོག་པ་དེ་འདྲས་སྤྱི་ཚོགས་དྲ་ལམ་ལའང་འགྲོ་གི་འདུག་དེ་འདྲས་ཡིན་པའི་ཆ་ནས། ད་ཐེངས་ངའི་སྐད་ཆ་འདི་རོང་བོ་ལུང་པའི་བོད་མི་ཚོ་གིས་བོད་ཀྱི་རྩ་དོན་འཐབ་རྩོད་ལ་མཉམ་ཞུགས་བཟོ་ཕྱོགས་དང་རྡོག་རྩ་གཅིག་སྒྲིལ་གྱི་སྐོར་ནས་བསམ་ཚུལ་ཐོ་འགོད་བྱས་ཞུ་བ་ཡིན་སྐད་ཆ་འདི་བོད་པའི་རྩ་དོན་འཐབ་རྩོད་དང་བོད་པའི་ཆིག་སྒྲིལ་གྱི་ཁ་ཕྱོགས་ཀྱི་ཐོག་ལ་ཧ་ཅང་གི་ད་འཛའ་དྲག་དང་ཤིན་ཏུ་ནས་གནད་འགག་ཆེན་པོ་ཅིག་ཡིན་པའི་ཆ་ནས། བརྙན་དེ་གང་མང་མང་གི་བརྒྱུད་སྤེལ་བཟོ་ཡག་གི་དེ་ནི་འབོད་སྐུལ་ཞུ་གི་ཡོད། སྤྱིར་བཏང་ངས་བརྙན་གྱི་རིགས་ང་རང་གི་བརྙན་ལམ་ནས་བརྒྱུད་སྤེལ་དང་ད་ཅིག་གསན་གཟིགས་གནང་བ་ལ་དགའ་བསུ་ཞུ་གི་ཡོད་གཞན་པ་ངའི་བརྙན་གྱི་སྐད་ཆ་དུམ་མཚམས་དེ་འདྲའི་སྐྱེ་སྟོབས་བཟོ་ཡག་དང་དེ་ནི་ངའི་བརྙན་ཕབ་ལེན་བཟོ་ནས་སྤེལ་བསྡད་ཡག་དེ་སོགས་ལ་མོས་མཐུན་མེད་ཟེར་མཁན་སྔོན་མ་ནས་ཞུ་བ་ཡིན། ཨ་ནི་ཁོ་དེ་སོ་ལྟར་སྙན་གི་དོ་བདག་གི་སྐད་ཆ་འདི་ཞུ་དགོས་གི་རྒྱུ་མཚན་འདི་ང་རང་གི་སྙན་འདི་སོ་ང་རང་གི་བརྩམས་ཆོས་ཀི་རིན་ཐང་ཅིག་གི་ཐོག་ནས་སྤེལ་བསྡད་གི་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གི་འདི་ལ་བརྩམས་ཆོས་ཀི་བདག་དབང་ཅིག་ཡོད་རེད་དེ་འདྲ་ཡིན་དུས་བརྩམས་པ་ལ་རྣམ་པ་ཚོ་གི་དེ་སོ་མཁྱེན་པའི་ཐོག་ནས་དེ་སོ་ཐོག་ལ་བཞག་པའི་ཐོག་ནས་ཨ་ནི་ག་རེ་ལབ་དགོས་རེད་ད་སྙན་སྐྱེས་སྟོབས་དང་ཕབ་ལེན་མ་བཟོ་ར་གྱིས་དེ་ཞུ་གི་ཡོད་དེ་ནི་དངོས་གནས་ང་ཚོ་གི་དགྲ་བོ་རྒྱ་ནག་ལ་བོད་མི་ཚོ་གི་རྡོག་རྩ་གཅིག་སྒྲིལ་གི་ཐོག་ནས་ཁ་བསྟེ་ལྕག་བྱས་ནས་བོད་རྒྱལ་ཁབ་སླར་གསོ་བཟོ་ཡ་གི་འདོད་པ་ཡོད་ཡིན་ན་བོད་པ་སུ་འདྲ་གཅིག་དང་མཉམ་དུ་གཅིག་ཚུར་མཐུན་འཐབ་འགྲིག་ཐབས་དང་དེ་བས་ཀྱང་རྩ་སྟོང་འཐབ་རྩོད་གི་ཆེད་དུ་མཉམ་འབྲེལ་དང། མཉམ་ལས་བཟོ་གཞག་གི་ཐོག་ལ་འབད་བརྩོན་བྱེད་དགོས་པ་ཆགས་ཀྱི་ཡོད་རེད་མ་གཏོགས། རྒྱུ་མཚན་འདྲ་མི་འདྲ་བགྲང་བྱས་ནས་བོད་པ་བྱེ་བྲག་པ་དང་བོད་མི་ཆིག་སྒྲིལ་གྱི་བར་ལ། དེ་ནི། གཏོར་སྐྱོན་གཏོང་ཡག་དང་རྒྱུ་མཚན་འདྲ་མི་འདྲ་བགྲང་ནས་བོད་པ་བྱེ་བྲག་པ་དང། བོད་པའི་སྤྱི་ཚོགས་ཀྱི་བར་ལ་ཆིག་སྒྲིལ་དང་མཉམ་ལས་བཟོ་གཞག་ཡོད་མ་རེད་ལབ་ཡག་གི་ད། ཨོང་ཚིག་དེ་བོད་པ་སུ་གང་ལའང་ཡོད་མ་རེད་རྒྱུ་མཚན་ག་རེ་བྱས་ནས་ཞུ་གི་ཡོད་ལབ་ན་རྒྱ་ནག་ལ་མི་དགོས་པ་དང་ང་ཚོ་བོད་ལ་དགོས་ཡ་དེ་བོད་མི་རྡོག་རྩ་གཅིག་སྒྲིལ་དུ་ཆགས་བསྡད་ཀྱི་ཡོད་རེད་བོད་པ་མི་རེ་ངོ་རེ་ལ་ང་ཚོ་ཐུན་མོང་གི་སྟོབས་དང་ནུས་པ་ཆེ་ཤོས་དེ་ཡང་བོད་པ་མི་རེ་ངོ་རེ་གིས་བོད་པ་ཡོངས་རྫོགས་དང་མཉམ་དུ་དེ་ནི་བོད་སྤྱི་བའི་ཆེད་དུ་མཉམ་ལས་དང་ཆིག་སྒྲིལ་བཟའ་དེ་ཆགས་དེ་བཞག་རེད། དེ་འདྲ་ཡིན་པའི་ཆ་ནས་བོད་ལ་བློ་དཀར་ནས་བོད་ལ་ཤ་ཚ་བའི་གི་སྐད་ཆ་དང་སློབ་གསོ་སྦྱང་མཁན་ཅིག་ཡིན་པ་ཡིན་ན་ཁོ་པ་ནང་ལོག་ནས་བོད་པ་ཡོངས་རྫོགས་མཉམ་དུ་ཆིག་སྒྲིལ་དགོས་ཡ་གི་ཀུན་སློང་དེ་འདྲ་ཅིག་དང། ཁ་ནས་ཡིན་ན་ལས་སྐད་ཆ་དེ་འདྲ་ཅིག་མཐོང་དགོས་གི་ཡོད་རེད། དེའི་ལྡོག་ཕྱོགས་ལ་སྐད་ཆ་ཤོད་མཁན་ཅིག་དང་བསམ་བློ་གཏོང་སྟངས་ཅིག་ཡོང་གི་ཡོད་ན། ད་དེ། བོད་པའི་རྩ་དོན་འཐབ་རྩོད་དང་ཆིག་སྒྲིལ་གི་གནས་སྟངས་ཀི་ཐོག་ནས་ལམ་ཁ་ནོར་བ་ཅིག་ལ་འགྲོ་གི་ཡོད་དང། ལམ་ཁ་ནོར་བ་ཅིག་ལ་འཁྲིད་གི་ཡོད། དེ་འབྲེལ་གྱི་བསམ་བློ་དང་སྐད་ཆ་དེ་གིས་བོད་ལ་གནོད་ཆེན་པོ་བསྐྱལ་གྱི་ཡོད་པ་དེ་ང་ཚོ་གིས་ཧ་གོ་དགོས་ཀྱི་གནད་དོན་ཅིག་ཆགས་ཀྱི་ཡོད་རེད། བོད་ཀྱི་ཆིག་སྒྲིལ་དེ་བོད་མིས་གཏོར་ཐབས་བཟོས་པ་ཡིན་ན་དེ་དངོས་གནས་ཀྱི་གླེན་རྟགས་དང་སྨྱོ་རྟགས་ཅིག་རེད་མ་གཏོགས་དེ་མཁས་རྟགས་དང་འབྱུང་ཐོངས་སུ་ཁེལ་མ་རེད། དཔེ་ཆ་བཞག་པ་ཡིན་ན་ཁྱིམ་ཚང་གཅིག་ལ་ཕ་མི་ཡོང་མིན་ནས་མེས་པོ་གོང་མ་ཚོ་གི་ཤུར་བཞག་གི་ཕ་ནོར་རྩ་ཆེན་གཅིག་བཞག་ཡོད་པ་ཡིན་ན། ཁྱིམ་ཚང་དེ་གའི་བུ་གླེན་པ་གཅིག་ར་བཟི་བའི་སྐབས་ལ། ཕུ་ནུ་གཅེན་གཅུང་བར་ལ་ཁོང་ཁྲོ་ཟ་བྱས་ནས། ཕ་མིས་ཡོང་མིས་ཀྱིས་བཞག་པའི་ཕ་ནོར་ཤུར་བཞག་རྩ་ཆེན་པོ་དེ་རྡོ་དང་ཐོ་བ་བརྒྱབ་བྱས་ནས་གཏོར་བཞག་བ་བཀྱག་བཞག་བ་ཡིན་ན། ད་ལྟའི་གླེན་རྟགས་དང་སྨྱོ་རྟགས་ཆགས་ཀྱི་ཡོད་པ་དང་གཅིག་པ་ཆགས་ཀྱི་ཡོད་རེད་བོད་པའི་རྡོག་རྩ་གཅིག་སྒྲིལ་ལ་གཏོར་བརླག་གཏོང་བ་དེ། ང་ཚོ་ཁ་བ་གངས་ཅན་པའི་རྡོག་རྩ་གཅིག་སྒྲིལ་དེ་ང་ཚོའི་ཡུལ་མིའི་སྲོང་བཙན་སྒམ་པོ་དང་རྒྱ་མཆོག་ཐུབ་བསྟན་རྒྱ་མཚོ་ཨ་མྲོ་མགོན་པོ་བཀྲ་ཤིས་རྒྱལ་དབང་བསྟན་འཛིན་རྒྱ་མཚོ་བོད་ཀྱི་དཔའ་བོ་དཔའ་མོ་ཚོ་གི་སྐུ་ངལ་དང་བློས་གཏོང་ཆེན་པོ་གིས་བསྐྲུན་བཞག་པ་དང་ང་ཚོ་ལ་གནང་བཞག་པ་དང་བཅུད་བཞག་པ་གིས་ང་ཚོའི་ཕ་ནོར་ཆགས་བསྡད་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་བུ་དང་བུ་མོ་ལ་ཆེས་རྩ་ཆེ་ཤོས་དེ་བུ་རྒྱལ་ཁབ་ཀྱི་བདག་དབང་དང་བུ་མིའི་རྡོག་རྩ་གཅིག་སྒྲིལ་དུ་ཆགས་ཀྱི་ཡོད་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ད་ལྟ་བར་ལ་གཞུང་གི་དབུ་ཁྲིད་ཡིན་པ་ཡིན་ན་འདྲ་ཚོགས་པ་ཁག་གི་འགོ་ཁྲིད་དང་བླ་ཆེན་མི་ཆེན་སུ་འདྲ་བྱས་ཀྱིས་བོད་པའི་འཐབ་རྩོད་དང་འབྲེལ་བའི་ཆིག་སྒྲིལ་གྱི་སྐོར་ལ་བཀའ་སློབ་གནང་བའི་སྐབས་ལ། ཚོགས་པ་དང་མི་སྣ་སུ་འདྲ་བྱས་ཀྱིས་ནས་ཁྲིད་པ་ཡིན་ན་ལས་རྒྱ་ནག་གི་ངོ་རྒོལ་གྱི་ལས་འགུལ་ལ་མཉམ་ཞུགས་བཟོ་དགོས་ཀྱི་རེད་ཆིག་སྒྲིལ་བྱེད་དགོས་ཀྱི་རེད་ལབ་ཀྱི་ནས་ཚོང་དམག་གིས་འབོད་སྐུལ་གནང་བསྡད་ཀྱི་ཡོད་རེད། བོད་པ་ཚོང་དམག་རྡོག་རྩ་གཅིག་སྒྲིལ་དགོས་ཡག་གི་བཀའ་སློབ་དེ་དེ་ག་རང་ཆགས་བསྡད་ཀྱི་ཡོད་རེད། ལས་འགུལ་བྱེད་གྲབས་པ་གཅིག་གིས་གོ་སྒྲིག་བཟོ་ཉེན་དེ་ལ་རྣ་བ་མ་འགྲོ་བ་རེད་བཞག་ཁོས་སྐད་ཆ་བཤད་དོན་འགྲིག་གི་མི་འདུག་ལབ་ཀྱི་ནས་ལས་འགུལ་དེ་ལ་མ་འགྲོ་བ་གི་ཡོད། ངེས་འགོར་དང་ལས་འགོར་ལ་མ་འགྲོ་བ་ཡིན་ན། ཨ་ནི་བསམ་བློ་གཏོང་སྟངས་དང་སྐད་ཆ་དེ་སོགས་ཀྱིས་འཐབ་རྩོད་ཀྱི་ནུས་པ་དང་ཆིག་སྒྲིལ་གྱི་ངོ་བོ་དེ། ཁས་ལེན་མ་བགྱིས་པ་དང་ཨ་ནི་ངོ་མ་ཤེས་པ། གད་ལྟ་སྟངས་འཛིན་འདྲ་བོ་ཅིག་གཏོང་ཡོང་གི་ཡོད་རེད། བསམ་བློ་དང་སྐད་ཆ་དེ་འདྲ་གིས་དེ་ནི་བོད་པའི་རྡོག་རྩ་གཅིག་སྒྲིལ་ལ་ལྟ་སྟོ་ལ་རང་བཞིན་གྱི་ཡུལ་ངལ་ཅིག་ཆགས་ལྡན་གྱི་ཡོད་རེད། རྡོག་རྩ་གཅིག་སྒྲིལ་གྱིས་འབོ་སྐོར་བྱེད་དགོས་ཡ་དེ་དང་པོ་ནི་བོད་པའི་སྤྱི་ཚོགས་ནང་ལོགས་ལ་དཀའ་ངལ་ཅིག་ཡོད་པའི་རྒྱུ་མཚན་གྱིས་དབུ་ཁྲིད་རྣམ་པ་གིས་འབོ་སྐོར་གནང་བསྡད་ཀྱི་ཡོད་རེད་བོད་པ་རྡོག་རྩ་གཅིག་སྒྲིལ་བཟོ་ཡ་དེ་གལ་ཆེན་པོ་ཡིན་པ་དང་པོ་ནི་སྤྱི་བའི་ཆེད་དུ་བོད་པ་ཡོངས་རྫོགས་མཐུན་པོ་འགྲིག་པོ་ཅིག་ཡོད་པ་ཡིན་ན་རྡོག་རྩ་གཅིག་སྒྲིལ་དགོས་ཡ་གིས་འབོ་སྐོར་དང་དྲན་གསོ་གཏོང་དགོས་ཡ་གི་གུས་པ་ཡང་དེ་ཙམ་ཡོད་མ་རེད་མ་མཐུན་པ་དང་མ་འགྲིག་ས་ཡོད་བ་དེ་མཐུན་པ་དང་འགྲིག་པ་གྱིས་འབད་བརྩོན་བྱེད་བྱས་ནས། དེ་ནི་རྩ་དོན་འཐབ་རྩོད་ཀྱི་ཐོག་ལ་མཉམ་ཞུགས་དགོས་ཀྱི་རེད། མཐུན་ཐབས་བཟོ་དགོས་ཀྱི་རེད་ལ་དེ་ལྟ་རྡོག་རྩ་གཅིག་སྒྲིལ་བཟོ་ཡག་གི་འབོ་སྐོར་བྱེད་སྟངས་ཅིག་རེད། ལག་ལེན་གྱི་ཐོག་ནས་ཡིན་པ་ཡིན་ན་ལས་རྡོག་རྩ་གཅིག་སྒྲིལ་ལག་བེའི་སྐབས་ལ་མ་མཐུན་པ་དང་མ་མཐུན་ས་ཡོད་བཞིན་དུ་བུ་སྤྱི་ཡི་རྩ་དོན་ལ་བསམ་བློ་གཏོང་ནས་མ་མཐུན་ས་དེ་ཕར་ཟོར་ལ་བཞག་བྱས་ནས་ཆེ་ས་རྩ་དོན་འཐབ་རྩོད་ལ་མཉམ་ཞུགས་དང་མཉམ་འབྲེལ་བཟོ་ཡ་དེ་ལ་རྡོག་རྩ་གཅིག་སྒྲིལ་སེ་ལབ་གི་ཡོད་རེད་དེ་ལ་གོ་ཡོང་སེ་ལབ་གི་ཡོད་རེད་དེ་ལ་སྤྱི་སེམས་དང། དེ་ནས་མཁས་མཛངས་ཀྱི་བསམ་སྤྱོད་ལམ་ལ་དེ་འདྲ་གཅིག་ལ་ལབ་གི་ཡོད་རེད། གཞན་དག་གིས་དུས་ཚོད་དང་འགྲོ་སོང་རྒྱུན་རིང་པོ་ལ་བློས་གཏོང་ནས་བོད་སྤྱི་བའི་རྩ་དོན་འཐབ་རྩོད་དང། དེ་ཡང་དགྲ་བོ་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་སྤེལ་ཡོང་ངེས་སྐབས་ལ་དེ་ལ་སོ་སོའི་རྒྱབ་སྐྱོར་ཡི་རང་བཟོ་མི་ཐུབ་པའི་ཐོག་ལ་ད་དུང་མི་གཞན་དག་ལ་ངན་སྐུལ་བཟོ་བྱས་ནས་ཧོ་འགོ་ཁྲིད་དེ་ད་ལྟའི་ཅིག་ཅིག་རེད་ཁོས་སྐད་ཆ་ཅིག་ཅིག་བཤད་ཡོད་རེད་ལབ་བྱས་ནས་དེ་ནས་རྒྱ་ནག་ལ་ངོ་རྒོལ་གྱི་ལས་འགུལ་དེ་དང་དེ་ལ་འགྲོ་ཡ་ཡོད་མ་རེད་ཟེར་ལབ་ནས་མ་སོང་བ་ཡིན་ན། ད་ལྟའི་ལམ་ཀ་ནོར་བ་ཅིག་ལ་འཁྲིལ་བ་དང་ལམ་ཀ་ནོར་བ་ཅིག་ལ་འཁྱམས་པ་ཆགས་འགྲོ་གི་ཡོད་རེད། བསམ་བློ་དང་སྐད་ཆ་དེ་སོགས་བོད་མིའི་འགན་འཁྲི་མ་སྒྲུབ་པ་དང་བོད་མིའི་རྡོག་རྩ་ཆིག་སྒྲིལ་ལ་རྩིས་མེད་གཏོང་བ་བཅས་ཆགས་ཡོང་གི་ཡོད་རེད། ལྷག་པར་དུ་སོ་སོ་རྣ་བ་མ་འགྲོ་བའི་རྒྱུ་མཚན་གྱིས་རྩ་སྟོང་འཐབ་རྩོད་ཀྱི་མགོ་འཁྲིད་མཁན་དེས། མི་ཡག་པོ་མ་རེད་ལབ་བྱས་ནས་དབྱེ་འབྱེད་བཟོ་བྱས་ནས་ལས་འགུལ་གྱི་ནུས་པ་ཆུང་རུ་གཏོང་ཡག་གི་ཐབས་ཤེས་དང། འཐབ་རྩོད་ཀྱི་འགན་འཁྲི་འཁྱེར་མཁན་དང་རྒྱ་ནག་ལ་ངོ་རྒོལ་བཟོ་མཁན་གྱི་མི་དེ་ཚོ་མིང་པོ་ཆེ་བྱས་ནས་ནག་པོ་བཟོས་པ་ཡིན་ན། དེ་ནི་དེས། བོད་པ་བཅས་ཀྱི་ངོས་ནས་ལས་འབྲས་ལ་ཆེ་བསུབ་དང་བདེན་པ་ནག་བསུབ་གཏོང་བ་ཆགས་ཡོང་གི་ཡོད་རྒྱུ་མཚན་ག་རེ་བྱས་རེད་ལབ་ན། མི་དེ་དང་དེ་སོགས་ཀྱིས་རྒྱུན་རིང་པོ་ལ་རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་ནུས་པ་གང་ཡོད་ཀྱིས་འབད་བརྩོན་བྱས་བསྡད་ཡ་དེ་བདུན་པ་ཆགས་ཀྱི་ཡོད་རེད། དེ་འདྲའི་བོད་པ་མི་རེ་ངོ་རེ་གཅིག་གིས་གཅིག་ལ་ཉེས་མིང་ཉེས་འགེལ་བཟོ་བྱས་ནས་བོད་པའི་རྡོག་རྩ་གཅིག་སྒྲིལ་ལ་གཏོར་བརླག་གཏོང་ཡ་དང་བདུན་པ་ནག་བསུབ་གཏོང་བ་ཡིན་ན་ད་དགྲ་བོ་གི་དགོས་མཁོ་དངོས་གནས་དེ་འགྲུབ་པ་ཆགས་ཀྱི་ཡོད་རེད། དེ་རྩ་སྟོང་འཐབ་རྩོད་ལ་གཏོར་བརླག་གཏོང་བ་ཆགས་ཀྱི་ཡོད་རེད། ང་ཚོ་བོད་ཀྱི་གཏམ་དཔེ་ལ་དྲི་ངན་དེ་ལག་ལ་དང་མི་ངན་དེ་ནང་ལ་ངར་ལ་བས་ཀྱི་ཡོད་རེད། དེ་ག་རང་ཆགས་ཀྱི་ཡོད་རེད། བོད་པའི་བོད་པ་མར་རྐང་པ་འཐེན་ཡ་དང་བོད་པའི་བོད་པ་ལ་མ་སྙིང་ཁ་ཡོད་བཟོ་བྱས་ནས་སྤྱི་ཚོགས་ཀྱི་གང་བུའི་ནུས་པ་དེ་ལ་གས་ཆག་ཅིག་བཟོ་ཡ་གི་འབད་བརྩོན་བྱས་བསྡད་ཡ་དེ། བསམ་བློ་གཏོང་སྟངས་དང་སྐད་ཆ་བཤད་སྟངས་དེ་ཚོ་སྤྱི་པའི་རྩ་དོན་གྱི་ཐོག་ནས་ཧ་ལས་པའི་ཉེན་ཁ་ཆེན་པོ། སྐད་ཆ་དེ་ཚོ་གིས་སྤྱི་ཚོགས་འཕྲོག་ཐུབ་པ་དང་སྤྱི་ཚོགས་ཀྱི་ཆིག་སྒྲིལ་མ་ཡོང་བ་དེ་གའི་རྒྱུ་རྐྱེན་ཆགས་ཀྱི་ཡོད་པ། བསམ་བློ་དང་སྐད་ཆ་དེས་རེག་དེ། ང་ཚོ་གིས་ཡོ་བསྲང་བྱེད་དགོས་པ་དེ་ང་ཚོ་སྤྱི་སྒེར་ཚང་མ་གིས་མི་ཚེའི་རིན་ཐང་དང་བོད་སྤྱི་ཡི་དགོས་མཁོ་ཆགས་ཀྱི་ཡོད་རེད། དེ་བས་ཀྱང་མི་བྱེ་བྲག་པ་གཅིག་གིས་སྐད་ཆ་བཤད་སྟངས་རེ་ཟུང་ལ་བློ་མ་བབས་ནས་མ་དགའ་ནས་དེ་ནས་མི་དེ་དང་མཉམ་དུ་མི་ཚེ་གཅིག་གི་རིན་གོང་ལ་རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་མཉམ་དུ་ལས་ཀ་བཟོ་ཡ་ཡོད་མ་རེད་ལས་ཀ་བཟོ་གི་མིན་ཟེར་ལབ་གི་ཡོད་ན་འོ་ན་བོད་པ་ནང་འཁོར་ལ་མ་མཐུན་པ་ག་རེ་ཡོད་བ་དེ་དུས་གཏན་དུ་མ་མཐུན་པ་ལ་ཏིང་ལིང་རེ་བོ་ཅིག་སེམས་བྱས་ནས་བོད་པ་རྡོག་རྩ་གཅིག་སྒྲིལ་བྱེད་ཡ་མ་རེད་པས། དེ་འབྲེལ་གྱི་བོད་པ་ནང་ཁུལ་ལ་མ་མཐུན་པའི་རྒྱུ་མཚན་གཅིག་པུ་སྒྲོངས་བྱས་ནས་རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་མཉམ་འབྲེལ་དང་ཆིག་སྒྲིལ་བཟོ་གི་མིན་ལབ་པ་ཡིན་ན། བོད་པ་ནང་ཁུལ་ལ་རྡོག་རྩ་གཅིག་སྒྲིལ་བཟོ་ཡག་གི་ལམ་ཀ་འདྲ་བོ་དེ་རང་བཞིན་གྱིས་སྒོ་བརྒྱབ་ཡོང་གི་ཡོད་རེད་ཆེད་མངགས་སྒོ་བརྒྱབ་པ་འདྲ་བོ་ཆགས་ཡོང་གི་ཡོད་རེད། དེ་སོགས་དགྲ་བོ་རྒྱ་ནག་གི་དགོས་མཁོ་ཆགས་ཀྱི་ཡོད་རེད་དམ་མ་རེད། དེ་ང་ཚོ་ཚང་མ་གི་སེམས་ནང་ལོག་ལ་ད་སྤྱི་བའི་རྩ་དོན་གི་ཆེད་དུ་ལས་ཀ་བྱེད་ཉེན་དང་བསམ་བློ་གཏོང་ཉེན་གྱི་ཡིན་པ་ཡིན་ན་ད་སེ་བོ་ཧ་གོ་གི་ཨེ་རེད། བོད་པའི་རྡོག་རྩ་གཅིག་སྒྲིལ་གཏོར་བརླག་གཏོང་ཡག་གི་ཆེད་དུ་དགྲ་བོ་རྒྱ་ནག་གི་བོད་ལ་བཙན་འཛུལ་མགོ་བཙུགས་བ་ནས་བཟུང་སྟེ་བོད་པ་ནང་ཁུལ་ལ་མངའ་བདག་དང་ཞིང་རལ་ཟེར་ཡག་ལ་སོགས་པ་དྲ་རེམ་གི་མིང་སྣ་ཚོགས་པ་དག་གིས་ནི་བོད་པ་ནང་ཁུལ་ལ་དབྱེ་འབྱེད་ཀྱིས་བོད་པའི་རྡོག་རྩ་གཅིག་སྒྲིལ་གཏོར་བརླག་གཏོང་ཡག་གི་ཐབས་ཤེས། བཟོས་པའི་གི་ལོ་རྒྱུས་དེ་རིང་པོ་རེད་ཁ་ཚོ་དེ་རིང་ཡང་དེའི་ཐབས་ཤེས་བྱེད་བསྡད་ཀྱི་ཡོད་རེད། རིག་གནས་གསར་བརྗེ་གི་སྐབས་ལ་རྒྱ་ནག་གི་བོད་པའི་ཆིག་སྒྲིལ་གཏོར་བཤིག་གཏོང་ཡུལ་གྱི་འབད་བརྩོན་བྱས་པའི་བརྒྱུད་རིམ་ནང་ལོགས་ལ་དྲ་རིམ་གི་ཚིག་དང་དྲ་རིམ་གི་དབྱེ་བ་བཀར་བྱས་ནས་བོད་པ་ནང་ཁུལ་བཙན་དབང་གི་ཐོག་ནས་དགག་རྒྱག་འཐབ་རྩོད་བཟོ་བཅུག་ནས་བོད་པ་ནང་ཁུལ་གཅིག་གིས་གཅིག་ལ་ཡིད་ཆེས་དང་ཆིག་སྒྲིལ་ལ་རྨ་ཁ་བཟོ་ཡག་གི་མུན་ནག་གི་ལོ་རྒྱུས་ཅིག་བྱུང་ཡོད་རེད་འོ་ན་ང་ཚོ་ད་ལྟ་རོང་ལུང་པ་ལ་ཡོད་བ་ཡིན་ན་ལས་བོད་པ་ནང་ཁུལ་ལ་བསམ་ཚུལ་མ་མཐུན་པ་དང་སྐད་ཆ་མ་མཐུན་པ་དེ་ཚོ་ཆེད་མངགས་ཡར་སྒྲོག་གི་ཡོད་ནི་དེ་ནི་བོད་པ་ནང་ཁུལ་ལ་དགག་རྒྱག་དབྱེ་འབྱེད་བཟོ་ཡག་གི་ཆེད་དུ་བེད་སྤྱོད་ལོག་པ་གཏོང་གི་ནི་བོད་པའི་ཆིག་སྒྲིལ་ལ་མུ་མཐུད་ནས་གཏོར་བརླག་གཏོང་ཡག་རེད་བས་དེ་བསམ་བློ་གཏོང་དགོས་ཡག་གི་གནད་དོན་ཆགས་ཀྱི་ཡོད་རེད། མ་གཞི་ནས་རང་གི་མཐུན་ས་འགྲིག་ས་གཅིག་པུ་གི་མཉམ་དུ་མ་གཏོགས་མ་འགྲིག་མ་མཐུན་ས་གི་མཉམ་དུ་ཅི་བི་ཕྱི་ལ་ལས་ཀ་བྱེད་ཀི་མིན་ཟེར་ལབ་གི་ཡོད་ན་ད་དེ་ལ་ཤོག་ཁག་དཔུང་འགྲིག་དང་ངན་པ་ཁང་མཐུན་ཟེར་ལབ་གི་ཡོད་རེད། བསམ་བློ་དང་སྐད་ཆ་དེ་སོ་བུ་ཅི་བི་ཕྱི་དུ་རྡོག་རྩ་གཅིག་སྒྲིལ་ཡོང་མ་བཅུག་ཡག་གི་ད་དངོས་གནས་ཀྱི་ཉེན་ཁ་ཆེ་ཤོས་ཀྱི་བསམ་བློ་དང་སྐད་ཆ་གཅིག་ཆགས་ཡོང་གི་ཡོད་རེད། དེ་འབྲེལ་གྱི་སྐད་ཆ་བཤད་ཉིན་དེ་སོགས་ཀྱི་བོད་པའི་རྡོག་རྩ་གཅིག་རེར་དང་རྡོག་རྩ་གཅིག་རེར་གྱི་སྟོབས་ཤུགས་དེ་ངོས་མ་ཟིན་བར་གྱི་ད་སྟངས་འཛིན་འདྲ་བོ་ཅིག་རེད། མ་ལབ་ཀ་མེད་ཀྱི་གནས་སྟངས་འདྲ་བོ་ཅིག་ཆགས་ཡོང་གི་འདུག། རྒྱུ་མཚན་ག་རེ་བྱེད་ལབ་ན་བོད་པའི་རྡོག་རྩ་གཅིག་སྒྲིལ་གྱི་རིན་ཐང་དང་དེ་ངོས་མ་ཟིན་དུས་ཡང་ནས་ཡང་དུ་རྡོག་རྩ་གཅིག་སྒྲིལ་གཏོར་བརླག་གི་སྐད་ཆ་དང་ལས་དོན་རྩིབ་འདི་ཡ་དེ་ང་ཚོའི་བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་མི་གཅིག་དང་གཉིས་ཀྱི་གནད་དོན་ཙམ་མ་རེད་འདི་རྒྱུན་རིང་པོ་ལ་བོད་པའི་སྤྱི་ཚོགས་ནང་ལོགས་ལ་མི་རབས་གོང་མ་ཚོ་གི་ནོར་ལོག་ནི་མི་ཁ་ཅིག་གི་ཤོ་ཁ་སྤུངས་འདྲའི་བཟོ་བ་གི་ལག་ཆ་གི་ཆེད་དུ་ཆོ་ག་དང་ཆོས་བརྒྱུད་གྲུབ་མཐའ་དད་པ་དམ་ཚིག་དང་དེ་འདྲ་འདྲ་མི་འདྲ་བེད་སྤྱོད་གཏོང་རྒྱུ་ནི་མར་ཡུང་དེ་བས་གི་གོམས་གཤིས་ངན་པ་ཅིག་རེད། འདི་ང་ཚོ་བོད་པའི་གཞོན་སྐྱེས་ཚོ་གི་ཡང་ད་དུང་འདི་ལ་ནོར་བཅོས་མ་བྱས་ནས་དེའི་ལམ་ཀ་ནོར་བ་དེ་ལ་མུ་མཐུད་སྤྱི་ཚོགས་ཁ་ལོ་བསྒྱུར་ཐབས་བྱེད་གི་ཡོད་བ་ཡིན་ན། ད་ལྟའི་སོ་སོ་མི་སྒེར་གི་མི་ཚེའི་རིན་ཐང་དང་བོད་པའི་རྡོག་རྩ་གཅིག་སྒྲིལ་གཉིས་ཀ་ལ་མ་གོ་ཡག་གི་གནད་དོན་གྱི་ཆགས་ཀྱི་ཡོད་དུས་ངའི་སྐད་ཆ་འདི། གང་ཟག་སྤྱི་དང་བྱེ་བྲག་བོུ་སྤྱི་ལ་ཤ་ཚ་བའི་གི་ཐོག་ནས་ངས་འབོད་སྐོར་འདི་དང། ར་སྤྲོད་འདི་ཞུ་གི་ཡོད། རྡོག་རྩ་གཅིག་སྒྲིལ་གི་ལྡོག་ཕྱོགས་དང་རྡོག་རྩ་གཅིག་སྒྲིལ་གཏོར་བརླག་གཏོང་ཡག་དེ་ལ། རིང་ལུགས་གི་ཐོག་ནས། ཡང་མིན་ན་ཆབ་སྲིད་རིག་པའི་གི་གཞུང་ལུགས་གི་ཐོག་ནས་འགྲེལ་བཤད་རྒྱག་བའི་གི་སྐབས་ལ། རྡོག་རྩ་གཅིག་སྒྲིལ་གཏོར་བརླག་གཏོང་ཡག་དང་རྡོག་རྩ་གཅིག་སྒྲིལ་གི་ལྡོག་ཕྱོགས་དེ་ལ། དབྱེ་བ་འདྲ་བོ་གཅིག་མར་དཀར་དུས་ག་རེ་དཀར་གི་ཡོད་རེད་ཟེར་ན། སྤྱི་ཚོགས་དུམ་བུ་གཏོང་ནས་ཕྱོགས་ཁག་བཟོ་ཡག་གི་ཐབས་ཤེས་བྱེད་ཡག། མི་མཐུན་པ་ཡོང་ཡག་གི་ཆེད་དུ་ཕྱོགས་ཕན་ཚུན་ལ་ཞེན་ཁོང་གནོང་ཡག། དེ་ནས་རྡོག་རྩ་གཅིག་སྒྲིལ་ཁས་ལེན་མ་བྱེད་པ་བྱེད་ཀྱི་ནས་སྤྱི་ཚོགས་དེ་མུ་མཐུད་ནས་ཁ་འཐོར་གཏོང་ཡག་གི་ཐབས་ཤེས་བྱེད་པ། དེ་ནས་སྤྱི་ཚོགས་ཀྱི་ནང་ལོགས་ནས་མི་བྱེད་ར་བ་དང་སྡེ་ཚན་བྱེད་ར་བ་དེ་ལོགས་སུ་དབྱེ་བ་སྤེལ་གྱི་ནས་ལོགས་སུ་བཀར་ཡག་གི་ཐབས་ཤེས་བྱེད་པ། དེ་ནས་ཆེད་མངགས་རྩོད་རྙོག་གསར་པ་སློང་བྱེད་ནི་སྤྱི་ཚོགས་དང་སྡེ་ཁག་བར་ལ་མི་མཐུན་པ་བཟོ་ཡག་སྟབས་སྡེ་ཚན་དེ་སོགས་ཀྱི་ནང་ལ་དེ་ནི་རྡོག་རྩ་གཅིག་སྒྲིལ་གྱི་ལྡོག་ཕྱོགས་དང། རྡོག་རྩ་གཅིག་རེ་གཏོར་ཡག་གི། ག་རེ་ལབ་གི་རེད། བརྒྱུད་རིམ་འདྲ་བོ་དེ་དེ་སོགས་ཀྱི་ནང་ལོགས་ལ་སྡོམ་རྒྱག་གི་ཡོད་རེད་ཆབ་སྲིད་རིག་པའི་ལམ་ལོག་གི་རིང་ལོགས་ཀྱི་ཐོག་ནས། དེ་འདྲ་ཡིན་པའི་ཆ་ནས་མི་ཁག་ཅིག་གི་སྐད་ཆ་ལ། རིང་ལོགས་དེ་སོགས་ཀྱི་ཐོག་ནས་ཆིག་སྒྲིལ་གཏོར་ཡག་གི་གནད་དོན་ཆ་ཚང་མཚོན་གྱི་ཡོད་བ་དེ་སྐད་ཆ་རེ་རེ་གྱི་ཐོག་ནས་རིང་ལུགས་དང། དེ་ནི་གནས་སྟངས་རེ་རེ་གི་ཐོག་ནས་ར་སྤྲོད་བྱས་པ་ཡིན་ན་ར་སྤྲོད་བྱས་ཡ་ཡོད་བསྡད་བི་གི་གནས་སྟངས། ར་སྤྲོད་དགོས་གི་ཡོད་ན་ར་སྤྲོད་བྱེད་ཐུབ་ཡ་ཡོད་བི་གི་གནས་སྟངས་དེ་འདྲ་ཆགས་བསྡད་གི་འདུག་དེ་འདྲ་ཡིན་ཡིན་པའི་ཆ་ནས་དེ་ནི་ངས་དེ་རིང་སྐད་ཆ་འདི་བོད་པ་སྤྱི་ཚོགས་མཆོང་ཡོངས་ལ་ད་དེ་རིང་འདིའི་གོ་རྟོགས་འདྲ་བོ་ཅིག་ཡོང་ཡ་གི་ཆེད་དུ་དེ་ནི་མགོ་དམུལ་ས་གི་ཐོག་ནས་ད་ཅིག་ངས་སྐད་ཆ་འདི་ཞུ་གི་ཡོད། ལན། སྒོར་མགོ་འཕྲོད་མཁན་དེ་སུ་ཡིན་པ་ལ་བལྟ་བྱས་ནས་མགོ་འཕྲོད་མཁན་དེས་གནོང་བ་མ་འགྲོ་བ་ཅིག་དང་སོ་སོ་གིས་ཁས་ལེན་བྱེད་མ་ཐུབ་པ་ཅིག་ཡིན་ན། དེའི་ལས་འགུལ་ལ་མཉམ་ཞུགས་བཟོ་ཡ་ཡོད་མ་རེད་མཉམ་ཞུགས་བྱེད་ཀྱི་མིན་ཟེར་ལབ་བྱས་ནས་ད་དམ་བཅའ་འདྲ་བོ་ཅིག་ཟེར་འདོད་ཀྱི་ཡོད་ན། འོ་ན་སྲིད་སྐྱོང་འོས་འདེམས་བྱེད་པའི་བརྒྱུད་རིམ་ནང་ལོགས་ལ་གར་ཏེ། གལ་སྲིད་ང་རང་མ་དགའ་ས་ཅིག་དང་ངའི་རྒྱབ་སྐྱོར་མ་བཟོ་ས་ཅིག་སྲིད་སྐྱོང་ལ་གློད་པ་ཡིན་ན། དེ་ལ་ངས་ཁས་ལེན་མེད་ལབ་ཀྱི་ནི་དེ་འོས་འདེམས་བྱུང་ཚར་བའི་རྗེས་ལ། དེ་ནས་བཟུང་སྟེ་ངས་བོད་གཞུང་ཁས་ལེན་མེད་བོད་གཞུང་ལ་རྒྱབ་སྐྱོར་བཟོ་གི་མིན་ལབ་ན་འགྲིག་གི་རེད་པས་འགྲིག་གི་མ་རེད་པ་དེ། དེ་འདྲའི་གི་བསམ་བློ་ཁེ་གདོང་དེ་རྡོག་རྩ་གཅིག་སྒྲིལ་དང་དམངས་གཙོ་གི་ལམ་ལུགས་ངོས་མ་ཟིན་པ་དང། ཁས་ལེན་བྱེད་ཡག་གི་གོམས་གཤིས་མེད་པའི་གི་ངན་རྟགས་ཆགས་ཀྱི་ཡོད་རེད། བསམ་བློ་གཏོང་སྟངས་དེ་འདྲ་ཅིག་མ་གཏོགས་མེད་པ་ཡིན་ན་དེའི་རྡོག་རྩ་གཅིག་སྒྲིལ་དང་རྨོངས་ཚུལ་གོ་བ་དེ་མ་རྩ་ནས་ལེན་ཤེས་ཀྱི་མེད་པའི་གི་སྟངས་འཚལ་ཆགས་ཡོང་གི་ཡོད་རེད། ང་དོན་གྲུབ་ལྷ་དར་གྱི་སྐད་ཆ་འདི་ཚོ་དེ་རིང་ཁ་སྐམ་པོ་གི་སྐད་ཆ་རྫིག་པོ་ཅིག་གསར་པ་བཟོ་ནས་བཤད་གི་མེད། ང་རང་གློ་བུར་དུ་གནད་དོན་དེའི་ཐོག་ལ་སྙིང་དགའ་བོ་ཅིག་སེ་བྱས་ནས་དེ་རིང་སྐད་ཆ་དང་པོ་བཤད་གི་མེད། ང་རང་ལག་ལེན་གྱི་ཐོག་ནས་བོད་ཀྱི་ཆེད་དུ་བདེན་དོན་དང་རྡོག་རྩ་གཅིག་སྒྲིལ་ལ་དེ་ཨང་དང་པོ་འཇོག་བྱས་ནས། སྐད་ཆ་བཤད་བདེ་ཉན་བྱེད་དང་ལས་ཀ་བྱེད་ཉན་བྱེད་ཡིན། དེའི་དཔེ་མཚོན་གཅིག་ཞུ་བ་ཡིན་དང། སྤྱི་ལོ་ཉིས་སྟོང་བཅུ་དྲུག་གི་ལོ་ལ་སྲིད་སྐྱོང་འོས་བསྡུ་བྱས་པའི་སྐབས་ལ་ད་ང་ཚོའི་སྤྱི་ཚོགས་དེ་ཧ་ལི་བི་ཀའི་འཁྲུག་པོ་དང་དུམ་བུ་ཆགས་བི་ཀའི་གནས་ཚུལ་ལོ་རྒྱུས་ཐབས་སྡུག་པོ་ཅིག་འགོ་ཚུགས་བ་རེད། དེའི་འོས་བསྡུ་བྱས་བི་ཀའི་དང་པོའི་བརྒྱུད་རིམ་ནང་ལོགས་ལ་ཡིན་པ་ཡིན་ན་ལས་ང་འདྲ་བོ་ཅིག་ཡིན་ན། ད་ལྟའི་གི་སྲིད་སྐྱོང་སྤེན་པ་ཚེ་རིང་ལ་རྒྱབ་སྐྱོར་མེད་དང་པོ་ནས། ཡིན་ན་ལས་འོས་བསྡུ་གི་གྲུབ་འབྲས་ཀྱི་ལམ་ནས་སྤེན་པ་ཚེ་རིང་ལགས་མང་མོས་ཀྱི་སྲིད་སྐྱོང་ལ་འདེམས་ཚར་བའི་རྗེས་ལ། ངས་སྤེན་པ་ཚེ་རིང་བོད་ཀྱི་སྲིད་སྐྱོང་གསར་པ་ཡིན་པ་ལ་ངོས་ལེན་རྒྱབ་སྐྱོར་དང་སྐབས་དེ་དུས་ཀྱི་སྲིད་སྐྱོང་ལས་ཐོག་མཁས་དབང་བློ་བཟང་སེང་གེ་གི་གྲུབ་འབྲས་ལ་བཀའ་དྲིན་ཆེ་ཞུ་དགོས་ཀྱི་རེད་ལབ་ཀྱི་ནས་ངས་བརྙན་ལམ་ནས་སྐད་ཆ་གསལ་བོ་བྱས་ནས་བཤད་ཡོད། སྐད་ཆ་དེ་བཤད་བི་གའི་སྐབས་ལ། སྤེན་པ་ཚེ་རིང་ལ་ངོ་རྒོལ་བཟོ་མཁན་མང་པོ་ཅིག་ང་ལ་མ་དགའ་བ་ཆགས་ཀྱི་ནས་ད་ནས་བཟུང་སྟེ་དོན་གྲུབ་ལྷ་དར་ལ་རྒྱབ་སྐྱོར་མེད་ལབ་ཀྱི་ནས་མཆན་དང་བརྙན་གྱི་ལམ་ནས་ང་ལ་རྒོལ་གཏམ་གཏོང་མཁན་གང་ལ་གང་འཚམ་བྱུང་བ་རེད། ཡིན་ན་ལེ་ངས་དེ་དུས་དམངས་གཙོ་གི་ལམ་ལུགས་ལ་བརྩི་བཀུར་དང་བོད་ཀྱི་རྡོག་རྩ་གཅིག་སྒྲིལ་ལ་བསམ་བློ་གཏོང་ཀྱི་ནས། སྤེན་པ་ཚེ་རིང་མི་མང་གི་སྲིད་སྐྱོང་ལ། མང་མོས་ཀྱིས་འདིམས་པའི་འོས་བསྡུ་གི་གྲུབ་འབྲས་དེ་ལ་ངོས་ལེན་བྱེད་པ་དང། བློ་བཟང་སེང་གེས་སྲིད་སྐྱོང་གི་རིན་གོང་ལ་གྲུབ་འབྲས་དང་བྱས་རྗེས་གང་ཡོད་བ་དེ་ལ་ཁས་ལེན་དང་བཀའ་དྲིན་ཆེ་ཞུ་དགོས་ཀྱི་རེད། དེ་འདྲའི་ཞུ་བ་ཡིན་ན་བོད་འདི་རྡོག་རྩ་གཅིག་རེད་ཡོང་གི་རེད་འུ་ཐུག་གི་རྙོག་དྲ་དེ་ཚོ་གཙང་མ་ཆགས་ཀྱི་རེད། དེ་བོད་ཀྱི་མདུན་ལམ་དང་དགོས་མཁོ་ཆགས་བསྡད་ཀྱི་ཡོད་རེད་ངས་དེ་དུས་སྐད་ཆ་དེ་ཤེས་ཡོད། དངོས་གནས་བྱས་བ་ཡིན་ན་དེ་དུས་བོད་པའི་སྤྱི་ཚོགས། ཡང་མིན་ན། བློ་བཟང་སེང་གེ་དང་སྤུན་པ་ཚེ་རིང་མཆོག་གཉིས་ཀ་ལ་རྒྱབ་སྐྱོར་བྱས་དེ་གཉིས་ཕྱོགས་གཉིས་ཀ་གིས་དེ་དུས། དེ་འདྲ་ཅིག་གནང་དགོས་ཡ་དེ། བདེན་པ་ཁས་ལེན་བཟོ་དང་མི་བཟོ་བོད་ཀྱི་དགོས་མཁོ་ལ་རྩ་འཛེག་བྱེད་དང་མ་བྱེད་ཀྱི་གནས་སྟངས་ཆགས་ཀྱི་ཡོད་རེད། དེ་འདྲའི་བྱེད་བྱེད་ནས་ངས་བོད་སྤྱི་ལ་བསམ་བློ་གཏོང་བྱེད་ནས་དྲང་བདེན་གྱི་སྐད་ཆ་དེ་བཤད་ཡོད། ང་ལ་རྒྱབ་སྐྱོར་བཟོ་མཁན་ཁག་ཅིག་ཏན་ཏན་དེ་དུས་བློ་ལ་བབས་ཡོད་མ་རེད་བློ་ལ་མ་བབས་ཡིན་ན་ལས་ངས་བོད་སྤྱི་བ་དང་བོད་པའི་རྡོག་རྩ་གཅིག་སྒྲིལ་ཨང་དང་པོ་ལ་བརྩིས་བྱེད་ནས་སྐད་ཆ་དེ་བཤད་ཡོད། སྐད་ཆ་དེ་ད་དུང་ཡིན་ན་ལས་སྤོབས་པ་ཡོད་མ་གཏོགས་འབྱོར་བ་གང་ཡང་མེད། ད་དུང་ཡང་ལངས་ཕྱོགས་དེ་ག་རང་ཡིན། དེ་དུས་ཕྱོགས་གཉིས་ཀ་གི་འོས་བསྡུའི་གྲུབ་འབྲས་དང། སྤེན་པ་ཚེ་རིང་མང་མོས་ཀྱིས་འོས་འདེམས་བྱས་པའི་གི་འོས་བསྡུ་གི་གྲུབ་འབྲས་དང་བློ་བཟང་སེང་གེ་སྲིད་སྐྱོང་གི་རིན་གོང་གི་གྲུབ་འབྲས་དང་བྱས་རྗེས་གང་ཡོད་པ་དེ་ཁས་ལེན་བཟོས་བྱས་ནས། ཕྱོགས་ཕན་ཚུན་གཅིག་གིས་གཅིག་ལ་ཁས་ལེན་དང། མངགས་བསྒྱུར་བྱེད་དགོས་ས་ལ་མངགས་བསྒྱུར་གྲུབ་འབྲས་ལ་ཁས་ལེན་ཅིག་བྱེད་བཞག་པ་ཡིན་ན། ད་ལྟ་སྤྱི་ཚོགས་དུམ་བུ་གཉིས་ལ་ཆགས་བསྡད་པའི་གི་གནད་དོན་སྡུག་པོ་འདི་རིགས་ཀྱི་ཐད་དུ་བྱུང་ཡོད་མ་རེད། དེ་ཐག་བཅད་ནས་ལབ་ཐུབ་ཡག་གི་གནད་དོན་ཅིག་རེད། ཡིན་ན་ལས་དེ་དུས་འོས་བསྡུའི་གྲུབ་འབྲས་དང་སྲིད་སྐྱོང་རྙིང་པ་གི་གྲུབ་འབྲས་ལ་ཁས་ལེན་མ་བྱས་པར། ད་དུང་ཡང་ཕྱོགས་གཉིས་ཀ་གི་རང་ལྟ་ཆུང་འཛིན་གྱི་འཁྲིག་འཛིན་བྱེད་པའི་རྒྱུ་མཚན་གྱིས་སྤྱི་ཚོགས་དེ་ད་དུང་ཡང་དུམ་བུ་གཉིས་ལ་ཆགས་ནས་བསྡད་ཡོད་རེད། དེ་དོན་ངས་ཤེས་ཡ་ཝི་ཀི་བརྙན་དེ་ད་ལྟ་ཡང་ང་རང་སྒེར་གྱི་བརྙན་ལམ་ལ་བསྡད་ཡོད་རེད་མ་གཏོགས་དེ་དེ་རིང་ངས་སྐད་ཆ་གསར་བ་གཅིག་བཟོ་གི་མེད། དེ་རིང་ངས་སྐད་ཆ་འདི་ཚོ་བཤད་ཡུན་བའི་སྐབས་ལ་ཡང། རྟ་གཅིག་ཤོག་ཁག་འདྲ་བོ་གཅིག་གི་ཐོག་ལ་འཁྲིག་འཛིང་ཆེན་པོ་བྱེད་བསྡད་ཉིན་དེ་ཚོ་མང་པོ་གཅིག་གི་ཐོག་ལ་མ་བབས་པ་ཡོང་སྲིད་གི་རེད་དེ། བུ་བཅས་ལ་བསམ་བློ་ཡག་པོ་ཅིག་གཏོང་དགོས་ཡོང་བུ་བཅས་ཀྱི་ཐོག་ནས་བསམ་བློ་གཏོང་དམངས་ཚོགས་ཀྱི་ཁེ་ཕན་དང་ལམ་ལུགས་དང་རིན་ཐང་དང་བོད་པའི་རྡོག་རྩ་གཅིག་སྒྲིལ་གྱི་དགོས་མཁོ་ལ་བསམ་བློ་གཏོང་བ་ཡིན་ན་ངའི་སྐད་ཆ་བཤད་པ་དེ་ལས་ལྷག་ཅིག་གིས་འགྲོ་ས་ཀྱི་ལམ་ཀ་ཡོད་མ་རེད་འོས་བསྡུའི་བརྒྱུད་རིམ་ནང་ལོགས་ལ་དང་མ་འོངས་པ་ལོ་དང་ཟླ་བ་གྱི་ནང་ལོགས་ལ་སྲིད་སྐྱོང་དང་སྤྱི་མཐུན་གྱི་འོས་བསྡུ་བྱས་པའི་བརྒྱུད་རིམ་ནང་ལོགས་ལ་བོད་པ་ཚོགས་ཀྱི་བསམ་བློ་འདི་འདྲ་ཅིག་གཏོང་ཆེད་ནས་འོས་བསྡུ་གྱི་ལས་རིམ་ལ་མཉམ་ཞུགས་བྱས་པ་ཡིན་ན་ད་ལྟའི་སྤྱི་ཚོགས་ཀྱི་དཀའ་ངལ་འདི་ཚོ་གཙང་མ་ཆགས་ཡག་གི་གོ་སྐབས་ཡོད་དེ་རིགས་ཀྱི་གནད་དོན་ཆགས་བསྡད་ཡོད་རེད་དེ་ང་ཚོ་བོད་པ་མི་རིགས་ངོ་རིགས་ཀྱི་བསམ་བློ་གཏོང་དགོས་ཡག་གི་གནད་དོན་ཅིག་ཆགས་བསྡད་ཡོད་རེད། དངོས་གནས་ཀྱི་རྒྱ་བ་ཡིད་བཞིན་ནོར་བུ་གི་ཐུགས་རེ་ལ་བརྩི་འཇོག་དང་བོད་པའི་རྡོག་རྩ་གཅིག་སྒྲིལ་གྱི་རིན་ཐང་ཅིག་བརྩི་གི་ཡོད་བ་ཡིན་ན། མདོར་བསྡུས་ན་བོད་ཀྱི་བདེ་སྡུག་ལ་དངོས་གནས་ཀྱི་བསམ་བློ་ཅིག་གཏོང་གི་ཡོད་ན། བོད་པའི་རྡོག་རྩ་གཅིག་སྒྲིལ་དང་རྩ་དོན་འཐབ་རྩོད་ལ་གནོད་ཕིགས་ཀྱི་ལས་ཀ་བྱེད་ཡག་དེ། བོད་པ་བཅས་ཀྱི་ངོས་ནས་ནོར་འཁྲུལ་དང་ནག་ཉེས་ཆེ་ཤོས་ཀྱི་གྲས་ཅིག་ཆགས་ཡོང་གི་ཡོད་རེད། རང་ལུས་མེར་སྲེག་གཏོང་མཁན་གྱི་རྒྱལ་སྤྱིའི་དཔའ་བོ་དཔའ་མོ་རྣམ་པ་གི་ཞལ་ཆེམས་ཀྱི་ནང་ལོགས་ལ་ཡིན་པ་ཡིན་ནའི་བོད་པ་རྡོག་རྩ་གཅིག་སྒྲིལ་དགོས་ཡག་གི་འབོད་སྒྲ་དང་ཞལ་ཆེམས་བཞག་ཡོད་རེད་དེ་ཚོ་ང་ཚོ་གི་བརྗེད་རུང་གི་མ་རེད། རྒྱ་བལ་ཡུལ་གྱིན་ནོར་བུ་དང་བོད་གཞུང་ལ་གདོང་གཟུགས་ཆེ་ཤོས་བཟོ་མཁན་དང་མཚན་མོ་སྡུག་ཤོས་བཟོ་མཁན་དགྲ་བོ་རྒྱ་ནག་དང་མཉམ་དུ་ཨོ་མིའི་ལམ་དང་ཞི་འགྲིག་བཟོ་ཐུབ་གི་ཡོད་ཟེར་མཁན་ཚོ་གིས། བོད་པ་ནང་ཁུལ་ལ་བསམ་ཚུལ་མ་མཐུན་པ་དང་སྐད་ཆ་ཤོད་སྟངས་མི་གཅིག་པ་དང། དད་པ་ཡོད་མེད་ཀྱི་གནས་ཚུལ་རྒྱུ་མཚན་ལ་བྱེད་ཀྱི་ནི་བོད་པ་ནང་ཁུལ་ལ་མི་དེ་དང་དེ་སོགས་མཉམ་དུ་མཐུན་ཐབས་འགྲིག་ཐབས་རྩ་བ་ནས་ཡོད་མ་རེད་དེ་སོགས་དང་མཉམ་དུ་ལས་འགུལ་སྤེལ་ཐུབ་ཡ་ཡོད་མ་རེད། དེ་སོགས་དང་མཉམ་དུ་ལས་འགུལ་ལ་མཉམ་ཞུགས་བྱེད་ཡ་ཡོད་མ་རེད་ཟེར་ལབ་པ་ཡིན་ན། ད་སྐད་ཆ་དེ་དང་བསམ་བློ་གཏོང་སྟངས་དེ་སྒྲ་སྙན་དང་དཀར་ནག་གོ་ལྡོག་དངོས་གནས་ཆགས་ཀྱི་ཡོད་རེད། དགྲ་བོ་རྒྱ་ནག་ལ་ཁོག་རྒྱག་དང་གུ་ཡངས་ཚད་མེད་པ་བཟོ་ཐུབ་ས་ལ་བོད་པ་ནང་ཁུལ་ལ་གུ་ཡངས་བསྟན་འགྲོ་ཙམ་ཡང་བཟོ་མི་ཐུབ་པ་འདི་ཚོ་དངོས་གནས་ཀྱི་བོད་པའི་གཏམ་དཔེ་གི་ནང་ལོག་ལ་བློ་ཕྱི་རིག་དང་གྲོགས་པ་ནང་བསྟན་ཟེར་ཡག་དེ་ཆགས་ཡོང་གི་ཡོད་རེད། དགྲ་བོ་རྒྱ་ནག་གི་རྒྱ་བ་བཞིན་ནོར་བུ་རྩོད་པའི་གི་བོད་ཀྱི་སྐྱེས་ཆེན་དམ་པ་དང་དགེ་འདུན་པ་ཡོངས་རྫོགས་ལ་སྤྱང་ཀི་དམར་བོ་དང་བཤུ་གཞོག་ཟོ་ཉེ་རེད། ཚིག་འབུམ་ཤོད་ཉུང་བ་རེད། བོད་ཀྱི་དགོན་སྡེ་དྲུག་སྟོང་ལྷག་རྩ་མེད་བཏང་བ་རེད། ཀུན་གཟིགས་པཎ་ཆེན་བཅུ་བ་ཆེན་པོ་གཙོས་པའི་གིས་བོད་ཀྱི་བླ་ཆེན་བརྒྱ་སྟོང་མང་པོ་འཐབ་རྩོད་དང་ལྐོག་གསོད་བཏང་ཉུང་བ་རེད། དེ་འདྲའི་གི་དགྲ་བོ་གཅིག་ལ་གུ་ཡངས་དང་འགྲིག་འཇགས་བཟོ་ཐུབ་གི་ཡོད་བ་ཡིན་ན་སྤྱི་ཚོགས་ཀྱི་བོད་ཀྱི་རྩ་དོན་འཐབ་རྩོད་ཀྱི་ཆེད་དུ་བསམ་ཚུལ་མ་མཐུན་བར་བཤད་བ་ཙམ་རྒྱུ་མཚན་དུ་བྱེད་ཅིང་བོད་པ་ནང་འཁོར་ལ་དབྱེ་འབྱེད་དང་དགྲ་རུ་འཛིན་བསྡད་ཡ་འདི་ཚོ། གུ་ཡངས་བྱེད་མ་ཐུབ་བསྡད་ཡ་འདི་ཚོ་དངོས་གནས་ཀྱི་གཏན་ཉིན་དང་ངོ་ཚ་མེད་པ་ཅིག་ཆགས་ཡོང་གི་ཡོད་རེད། འདི་ཚོ་ཕ་ཙན་དན་གྱི་སྡོང་པོ་ལ་བུ་ཆུ་ཤིང་གི་ཡར་ཀ་ཅེས་ཟེར་ཡ་དེ་དངོས་ཡོད་གནས་ཚུལ་ཆགས་ཡོང་གི་ཡོད་རེད། བོད་བཙན་པོ་གྱི་ཁྲག་རྒྱུན་གཏོར་ས་ཆེད་སོ་སོའི་གཟུགས་པོ་གི་ནང་ལོགས་དང་སེམས་ཁམས་ལ་ཡོད་པ་ཡིན་ན་འདི་འདྲའི་དགྲ་གཉེན་གོ་ལྡོག་གི་འདུ་ཤེས་ལོག་པ་དང་སྐད་ཆ་ལོག་པ་དེ་འདྲ་ཡོང་མ་ཕོ་ཡག་དང་དྲིན་མ་ཕོ་ཡག་གི་གནས་སྟངས་ཀྱི་ཆགས་ཏེ་ཡོད་རེད། ཡོང་མི་སྲིད་ཡག་དང་དྲིན་མ་སྲིད་ཡག་གི་གནས་སྟངས་ཆགས་ཏེ་ཡོད་རེད། དགྲ་བོ་རྒྱ་ནག་ལ་གུ་ཡངས་ཆེ་མདོག་དང་བོད་པ་ནང་ཁོག་ལ་ངར་ངར་རྫིག་རྫིག་ད་དུང་ཡང་དཔའ་བློ་ཁོག་ཆེ་མདོག་སྐད་ཆ་བཤད་བསྡད་ཡ་དེ་ཚོ་དཔའ་རྟགས་མ་རེད་དེ་སྡར་མ་ལྕགས་ཤོར་གི་རྟགས་རེད། ངས་དེ་རིང་གི་སྐད་ཆ་འདི་ཚོ་མི་སུ་ལ་ཕོག་གི་ཡོད་བ་ཡིན་ན་ལས། ཕོག་གི་ཡོད་ན་གནོང་ཡོད་བའི་རྟགས་རེད། སུ་ལ་གནོང་ཡོད་བ་ཡིན་ན་དེ་གདོང་ལ་ལོངས་ཡོང་གི་རེད། གདོང་ལ་ལོངས་ཡོང་བ་ཡིན་ན། གནས་ལུགས་རྒྱུ་མཚན་གྱི་ཐོག་ནས་སྐད་ཆ་བཤད་ཆོག་གི་རེད། ངས་དེ་རིང་སྐད་ཆ་བཤད་ཡ་འདི་གང་ཟག་བྱེ་བྲག་པ་སུ་ལ་ཡང། སྒེར་གྱི་ཐོག་ནས་མ་དགའ་བའི་རྒྱུ་མཚན་གྱི་ཐོག་ནས་རྩ་བ་ཉིད་ནས་ཞུ་གི་མེད། ངས་དེ་རིང་གི་སྐད་ཆ་འདི་བཤད་དགོས་འདི། རྩ་སྟོང་འཐབ་རྩོད་ཀྱི་ཆེད་དུ་ནུས་པ་གང་ཡོད་ཀྱིས་རྩ་ཆེའི་དུས་ཚོགས་དང་འགྲོ་སོང་བློས་གཏོང་བྱས་ནས་དཀའ་ལས་རྒྱག་བདེ་ཉེས་དེ་སོགས་ལ་གོ་བ་ལོག་སྒྲུབ་དང་བོད་པའི་རྡོག་རྩ་གཅིག་སྒྲིལ་ལ་གནོད་ཡག་གི་སྐད་ཆ་ཚབས་ཆེན་པོ་དེ་འདྲ་དྲ་ལམ་ལ་མཐོང་ཡོང་དུས། འདི་ཚོ་དང་འབྲེལ་བའི་ཐོག་ལ་དཀར་ནག་གསར་མཐོང་གི་སྐད་ཆ་གཅིག་མ་ཤེས་པ་ཡིན་ན། དེ་ནི་མ་འོངས་པར་བོད་པའི་རྡོག་རྩ་གཅིག་སྒྲིལ་དང་རྩ་སྟོང་འཐབ་རྩོད་ལ་མུ་མཐུད་ནས་གནས་སྟངས་འདྲ་བོ་དེ། དཔྱ་ཁྲིད་དངོས་སྟོབས་ཀྱི་དུས་ཚོད་འདི་རན་རུ་འགྲོ་ཡག་གི་གནས་སྟངས་ཅིག་མཐོང་ནས། ད་ངས་ཅིག་ཤ་ཚིག་གི་གཏམ་འདི་བོད་ཀྱི་ཆེད་དུ་ཞུ་གི་ཡོད། དེ་ནས་མཐའ་མ་དེ་ལ་རྡོག་རྩ་གཅིག་སྒྲིལ་དང་འདྲ་མཉམ་གྱི་སྐོར་ནས་སྐད་ཆ་གཅིག་བཤད་བྱས་ནས་དེ་ནས་ངས་སྐད་ཆ་འདི་མཚམས་འཇོག་གི་འབད་བརྩོན་བྱེད་ཀྱི་ཡིན། ད་ང་ཚོ་འགྲོ་བ་མིའི་རིགས་ཀྱི་ལོ་རྒྱུས་ཀྱི་ནང་ལོགས་ལ་མི་ནག་ཆེ་ཤོས་འདྲ་བོ་དེ་རྒྱུ་དང་དབང་མེད་མཁན་གྱི་སྡེ་ཁག་གཅིག་ལ་རིགས་མིན་པ་ཟེར་ཡག་ལ་རྩིས་བྱས་ནས་བྲན་གཡོག་ལ་ཉར་བའི་ཁེ་བྲན་གཡོག་ལམ་ལུགས་བྱུང་མྱོང་བ་རེད། བོད་མི་ལ་འཐོབ་ཐང་དང་བརྩི་བཀུར་འདྲ་མཉམ་མ་བྱས་པའི་འཕོ་འགྱུར་མོ་མན་གྱི་ལམ་ལུགས་བྱུང་མྱོང་བ་རེད། དེ་འབྲེལ་གྱི་འཕོ་འགྱུར་མོ་མན་གྱི་ལམ་ལུགས་དང་བྲན་གཡོག་ལམ་ལུགས་གཉིས་དེ་གོ་ལ་ཧྲིལ་པོ་གི་མིའི་རིགས་ཀྱི་མུན་ནག་ཆེ་ཤོས་ཀྱི་ལོ་རྒྱུས་དང། ལམ་ལུགས་སྡུག་ཤོས་ཀྱི་ཆ་དེ་ཡོད་རེད། དེའི་སྙིང་ཁ་འགྲོ་བ་མིའི་རིགས་དང་མིའི་རིགས་ཀྱི་སྤྱི་ཚོགས་ཆིག་སྒྲིལ་མཉམ་གནས་ཡོང་མ་བཅུག་ཡག་གི་བཀག་རྡོ་དང་བར་ཆད་ཆེ་ཤོས་ཀྱི་ཆ་དེ་ཡོད་རེད་ལོ་རྒྱུས་ནང་ལོགས་ལ་དེ་འདྲ་ཡིན་པའི་རྒྱུ་མཚན་གྱིས། དེ་གཉིས་ཀྱི་དཀའ་ངལ་དེ་ས་ཡ་ལ་འགྲོ་བ་མིའི་འདྲ་མཉམ་རང་དབང་དམངས་གཙོ་འདྲ་མཉམ་རང་དབང་གི་ཐོག་ནས་རྡོག་རྩ་གཅིག་སྒྲིལ་གུ་ཡངས་ཀྱི་རྡོག་རྩ་གཅིག་སྒྲིལ་དེའི་ལམ་ལུགས་དེ་ཚོ་འགྲོ་བ་མིའི་དཔལ་ཡོན་གྱི་ནང་ནས་དཔལ་ཡོན་རྩ་ཆེ་ཤོས་ཆགས་ཏེ་ཡོད་རེད་དེ་འདྲ་ཡིན་པའི་རྒྱུ་མཚན་གྱིས་འདྲ་མཉམ་ལབ་ཡ་དེ་ཡང་རྡོག་རྩ་གཅིག་སྒྲིལ་གྱི་ལམ་དང་གོ་རིམ་གཞན་དག་གིས་རེད། མི་རིགས་འདྲ་མཉམ་གྱི། ཆིག་སྒྲིལ་བཟོ་བའི་གི་སྐབས་ལ། ཡང་ན་མི་རིགས་འདྲ་མཉམ་གྱི་ལྟ་སྟངས་དང་འདུ་ཤེས་འདི་སྤྱི་ཚོགས་ནང་ལོགས་ལ། གསར་སྤེལ་བྱེད་པའི་སྐབས་ལ། མི་རིགས་འདྲ་མི་འདྲ་གི་ནང་ལོགས་ནས་མདོག་དཀར་པོ་དང་ནག་པོ་སེར་པོ། དེ་ག་ནང་བཞིན་དབུལ་པོ་དང་ཕྱུག་པོ། བསམ་བློ་དང་གོམས་གཤིས་མི་གཅིག་པ་མང་པོ་ཞིག་ཡོད་རེད་མ་གཏོགས། ཚང་མ། མདོག་གཅིག་པ་ཡིན་པ་བསམ་བློ་གཅིག་པ་ཡིན་པ་དབུལ་པོ་དང་ཕྱུག་པོ་གཅིག་པ་ཡིན་དེ་བ་གི་གནས་དོན་ཡོད་མ་རེད། མ་གཅིག་པ་དང་མ་མཐུན་པ་གི་དཀའ་ངལ་མང་པོ་ཞིག་ཡོད་རེད། དེ་འདྲ་གི་མ་གཅིག་པ་དང་མ་མཐུན་པ་གི་དཀའ་ངལ་ཡོད་བ་དེ་ཁས་ལེན་བྱེད་པའི་ཐོག་ནས། ཐུན་མོང་གི་དགོས་མཁོ་དང་རིན་ཐང་དེ་འདྲ་མཉམ་དང་ཆིག་སྒྲིལ་ཡིན་པ་ངོས་འཛིན་བྱེད་པའི་ཐོག་ནས། མི་རིགས་ཕན་ཚུན་བར་ལ་སྤྱི་ཚོགས་ཕན་ཚུན་བར་ལ་འདྲ་མཉམ་དང། འདྲ་མཉམ་གྱི་ཐོག་ནས་ཆིག་སྒྲིལ་བཟོ་བའི་ལམ་ལུགས་གསར་བ་ཇི་ལྟར་བྱས་ནས། ད་ལྟ་དེའི་ད་ལམ་ལུགས་བཟང་པོ་དེ་ནང་ལོགས་ལ་ང་ཚོ་འཚོ་གནས་བྱེད་ཀྱི་ཡོད་རེད་དེ་ལ་གུ་ཡངས་དང་འདྲ་མཉམ་ཟེར་ལབ་ཀྱི་ཡོད་རེད། རྡོག་རྩ་གཅིག་སྒྲིལ་གྱི་གོ་དོན་དེ་ཡང་དེ་འདྲ་ཅིག་རེད། རྒྱ་ཆེ་ས་ནས་བཤད་པ་ཡིན་ན། མ་མཐུན་པ་དང་མ་གཅིག་པ་ཡིན་པ་རྒྱུ་མཚན་ལ་འགྲངས་བྱས་ནས་དབྱེ་བ་འབྱེད་བསྡད་ཡ་དེ་ལ་གྲ་རམ་གྲ་རེམ་ལབ་དགོས་ཡོད་རེད། གྲྭ་རིམ་ལ་བརྟེན་ཕྱིན་ནས་བྲན་གཡོག་ལམ་ལུགས་ལ་ཡ་དེ་བྱུང་ཡོད་རེད། ཕོ་མོ་འདྲ་མཉམ་དུ་འབྲི་བའི་རྡོག་རྩ་གཅིག་སྒྲིལ་བཟོ་ཡ་ལ་ཡང་ཕོ་མོ་བར་ལ་མ་མཐུན་པ་དང་གཅིག་པ་མ་ཡིན་པ་ཧ་ལས་པའི་གི་མང་པོ་ཡོད་རེད། དཔེ་ཆ་གཞར་བ་ཡིན་ན་ལུས་ཀྱི་ཤེད་ཤུགས་དང་ལུས་ཀྱི་གྲུབ་ཆ་དང་གྲུབ་ཚུལ། དེ་ནས་བསམ་བློ་གྱི་འདུ་ཤེས་འཛིན་སྟངས་ལ་སོགས་པ། ཕོ་དང་མོ་བར་ལ་མི་གཅིག་པ་དང་མི་མཐུན་པ་མང་པོ་ཞིག་ཡོད་རེད། ཕོ་མོ་ཕན་ཚུན་བར་ལ་ཁྱད་པར་དང་མི་མཐུན་པ་ཡོད་པ་དེ་མི་མཐུན་པ་འདོགས་ཁྱད་པར་འདོགས་ལབ་ཀྱི་ནི་མི་མཐུན་པ་ཁོ་ན་ལ་དམིགས་ཀྱི་ནི་ཕན་ཚུན་ཕན་ཚུན་ལ་སྐྱོན་འཛུགས་དང་དབྱེ་འབྱེད་བཟོ་བདེ་བ་ཡིན་ན་ཕོ་མོ་འདྲ་མཉམ་ལ་དེ་ཡོང་ཤི་ཐོང་དང་ཡོང་ཐབས་ཡོད་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ཕོ་མོ་འདྲ་མཉམ་གྱི་ཆིག་སྒྲིལ་བཟོ་སྟངས་དེས་སྤྱི་ཚོགས་ཀྱི་ཕོ་མཆོག་མོ་དམན་གྱི་འདུ་ཤེས་དེ་ལ་འགྱུར་བ་གཏོང་གི་ནི་མོ་ལ་ཕོ་ནང་བཞིན་གྱི་འཐོབ་ཐོང་དང་བརྩི་བཀུར་སྤྲད། བུད་མེད་རང་ཉིད་ཀྱིས་ཡང་རང་སྟེང་གི་སྙིང་སྟོབས་ལ་བརྟེན་གྱིས་ནས་ད་གཟོད་འགྲོ་བ་མིའི་སྤྱི་ཚོགས་ཀྱི་ཕོ་མོ་འདྲ་མཉམ་གྱི་གནས་བབ་བཟང་པོ་ཅིག་དང་ཕོ་མོ་འདྲ་མཉམ་གྱི་ཆིག་སྒྲིལ་གྱི་སྤྱི་ཚོགས་ཅིག་ནང་ལོགས་ལ་ཁྲིད་སྟོན་བྱེད་ཀྱིས་ནས་ད་ལྟ་དེའི་ནང་ལོགས་ལ་ང་ཚོ་འཚོ་གནས་བྱེད་ནས་བསྡད་ཡོད་རེད་ལམ་ལུགས་བཟང་པོ་དེའི་ནང་ལོགས་ལ། ལོ་རྒྱུས་ནང་ལོགས་ལ་ཕོ་མོ་འདྲ་མཉམ་མ་བྱུང་བ་དེ་ཡང་ཕོ་མོ་བར་ལ་ལུས་ཀྱི་ཤེད་ཤུགས་ལ་སོགས་པ་གཅིག་པ་མ་རེད་ལབ་ཀྱི་ནི་མི་མཐུན་པ་དང་མི་གཅིག་པ་གཅིག་པོས་གླེང་གི་ནི་དེའི་རྒྱུ་མཚན་གྱི་ཐོག་ནས་ཕོ་མོ་དང་འདྲ་མཉམ་ཕོ་མོ་ཕན་ཚུན་བར་ལ་འདྲ་མཉམ་མ་ཡོང་ཡ་དབྱེ་འབྱེད་ཡོང་ཡ་གི་ད་དཀའ་ངལ་དང་མུན་ནག་གི་ལོ་རྒྱུས་དེ་ཚོ། མི་མཐུན་པ་གཅིག་པོས་བགྲང་གི་ནི་དབྱེ་འབྱེད་རང་བྱས་དེའི་རྒྱུ་མཚན་གྱི་ནི་ཕོ་མོ་དབྱེ་འབྱེད་ལ་ཡ་དེ་བྱུང་བ་རེད། དེ་འདྲའི་གི་བསམ་བློ་གུ་དོག་པོ་དང་སྒེར་གཅོད་བཟོ་བདེ་ཉེན་དང་མཐོང་བྱ་ཐོས་བྱ་མེད་ཉིད་དེ་སོགས་ཀྱིས་ཕོ་མོ་དབྱེ་འབྱེད་དང་བྲན་གཡོག་ལམ་ལུགས་འདི་བཟོས་བྱས་ནས། མིའི་རིགས་ལ་མུན་ནག་གི་ལོ་རྒྱུས་ཆེན་པོ་གཉིས་བརྒྱུད་དགོས་བ་ཀྱི་གནད་དོན་བྱུང་བ་རེད། དེའི་རེག་དེ་ཀྱིས་འདྲ་མཉམ་དང་ཆིག་སྒྲིལ་ཟེར་བ་དེ་ཁས་ལེན་ཤེས་ཀྱི་ཡོད་མ་རེད་ཁས་ལེན་ཕོག་གི་ཡོད་མ་རེད། ཡིན་ན་ལས་སྤྱི་བོའི་རླབས་ཆེན། མ་སྤྲིན་ལུས་མཐར་སྐེང་འདྲ་བོ་དེ་སོགས་ཀྱི། སྙིང་སྟོབས་དང་རྣམ་འགྱུར་ཡོངས་དཔོག་གི་ཐོག་ནས་དེའི་ལམ་ལུགས་དེ་ལ་འགྱུར་བ་གཏོང་བྱེད་ནི་ད་ལྟ་ཕོ་མོ་འདྲ་མཉམ་དང་མི་རིགས་འདྲ་མཉམ། བྲིན་གཡོག་ལམ་ལུགས་ལ་དངོས་གནས་འདྲ་མཉམ་གྱི་རང་དབང་ཐུབ་ཡོད་ཀྱི་ལམ་ལུགས་བཟང་པོ་གཅིག་ནང་ལོགས་ལ་ཡོད་རེད། བྲན་གཡོག་ལབ་ལོབ་དང་འཕོངས་ཆོག་ནོངས་དམན་གྱི་ལམ་ལུགས་འདི་ཚོ་འགྲོ་བ་མིག་གི་པར་ཡང། དུས་རབས་གསར་བའི་འཕེལ་རིམ་ལ་མ་སླེབས་པའི་གོང་གི་བསམ་བློ་གི་སྙིགས་རོ་གཅིག་རེད། འདྲ་མཉམ་གུ་ཡངས་ཀྱི་བློ་སྒོ་མ་འབྱེད་པའི་གོང་གི་བསམ་བློ་གི་གད་སྙིགས་གཅིག་རེད། ཕོ་མོ་འདྲ་མཉམ་བཟོ་བ་ཡིན་པ་ཡིན་ན་འདྲ། ཕོ་མོ་འདྲ་མཉམ་མི་ལྟ་ཉན་ཡིན་ན་འདྲ། མཐོང་ཆོག་མོག་མེན་གྱི་ལམ་ལོག་ཡིན་ནའང་འདྲ། བྲན་གཡོག་ལམ་ལོག་ཡིན་ནའང་འདྲ། ད་ཁ་སང་དེ་རིང་ང་ཚོ་བོད་པའི་སྤྱི་ཚོགས་ནང་ལོག་ལ། དད་པ་ཡོད་མིན་དང་སྐད་ཆ་བཤད་སྟངས་གཅིག་པ་ཡིན་མིན་དང། ད་དེ་འདྲ་གི་རྒྱུ་མཚན་ཤེས་བྱས་ནས་དབྱེ་འབྱེད་བྱས་ཡ་འདི་ཡ་འདི་སོགས་ཡང། དེ་བ་ནང་བཞིན་འགྲོ་བ་མིའི་བསམ་བློ་གི་པར་ཡོང་གི་བསམ་བློའི་གད་སྙིགས་ཀྱི་ཆགས་ཡོང་གི་ཡོད་རེད། ད་ལྟ་དུས་རབས་ཉི་ཤུ་རྩ་གཅིག་པ་ལ་སླེབས་རྗེས་ནས། ང་རང་ཚོ་གི་དགྲ་བོ། རྒྱ་ནག་གིས་ང་ཚོའི་རྒྱལ་ཁབ་བཙན་བཟུང་བྱས་ཏེ་ཡོད་པ་ཡིན་ན་ལས་ད་དུང་ཡང་བོད་པ་ནང་ཁུལ་ལ་རྒྱུ་མཚན་སྣ་ཚོགས་པ་བཙལ་བྱས་ནས་བོད་པ་ནང་ཁུལ་ལ་དུམ་བུ་དང་ཤོག་ཁ་བཟོ་བྱས་ནས་བོད་པའི་ཆིག་སྒྲིལ་ལ་གཏོར་བརླག་གཏོང་ཡག་གི་ཐབས་ཤེས་བྱས་བསྡད་ཡག་འདུག་སོ། བོད་ལ་མ་གོ་ཡག་གི་གད་སྙིགས་སྡུག་ཤོས་དང། བསམ་བློ་གི་གད་སྙིགས་འཛོར་ཤོས་དུ་ཆགས་བསྡད་ཡོད་རེད། དེ་ང་ཚོ་གི་གཙོ་མ་བཟོས་པ་ཡིན་ན་ད་གཟོད་གཞི་ནས་བུ་ལ་ཆིག་སྒྲིལ་དང་ད་གཟོད་གཞི་ནས་བུ་ལ་སྟོབས་ཤུགས། ད་གཟོད་གཞི་ནས་བུ་ལ་མདུན་ལམ་ཡོང་ཡ་དེ་ལོ་རྒྱུས་ཀྱི་ར་སྤྲོད་བྱེད་ཀྱི་ཡོད་རེད། བསམ་ཚུལ་དང་སྐད་ཆ་ལ་སོགས་པ་མི་མཐུན་པ་དང་མི་གཅིག་པ་དང་འགལ་བ་རྐྱང་རྐྱང་བཤད་བྱས་ནས་བསྡད་པ་ཡིན་ན། སྤྱི་ཚོགས་གང་འདྲས་ཀྱི་ཡིན་ན་ཆིག་སྒྲིལ་དང་གུ་ཡངས་ཡོང་ཡ་དེ་མ་སྲིད་བ་ཅིག་རེད། བསམ་ཚུལ་དང་སྐད་ཆ་མི་གཅིག་པ་དང་བསམ་ཚུལ་མི་མཐུན་པ་དང་སྐད་ཆ་མི་མཐུན་པ་གཅིག་ཡང་མེད་པའི་སྤྱི་ཚོགས་ཅིག་ཡོང་ཁག་པོ་རེད། མི་གཅིག་པ་དང་མི་མཐུན་པ་ཡོད་པ་དེ་གཅིག་པུ་ཤེས་ཀྱི་ནས་དབྱེ་འབྱེད་བཟོ་བདེ་བ་ཡིན་ན་ཅིག་སྒྲིལ་དང་འདྲ་མཉམ་ལ་ཡ་དེ་ཡོང་སྲིད་ཀྱི་མ་རེད། བོད་པའི་སྤྱི་ཚོགས་ཀྱི་ནང་ལོགས་ལ་ཆིག་སྒྲིལ་བཟོ་ཡ་ལ་ཡང་ཕན་ཚུན་བསམ་བློ་དང་སྤྱོད་པ། སྐད་ཆ་བཤད་སྟངས་དང་བྱེད་སྟངས་ལས་སྟངས་མི་གཅིག་པ་དང་མི་མཐུན་པ་ཡོད་པ་དེ་ཚོ་ལ། ཡོལ་བ་གཞི་བཞག་གི་ཐོག་ནས་ཁས་ལེན་བྱེད་པའི་ཐོག་ནས། དེ་ཚོ་ཡོལ་བ་ཁས་ལེན་བྱེད་པའི་ཐོག་ནས་མི་མཐུན་པ་མི་མཐུན་པའི་ས་ལ་ཕར་བཞག་བྱས་ནས་བོད་སྤྱི་བའི་ཆེད་དུ། ཆིག་སྒྲིལ་གུ་ཡངས་དང་མཉམ་ལས་བཟོ་ཡ་དེ་ལ་རྡོག་རྩ་གཅིག་སྒྲིལ་ལབ་གི་ཡོད་རེད་དེ་བོད་ཀྱི་དགོས་མཁོ་རེད། དེས་བོད་ལ་དགོས་ཡ་གཅིག་དང་དེ་གཞིས་ལུས་མི་མང་གི་རེན་པོ་ཆགས་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་བཞིན་དུ་ད་དུང་ཡང་གཞིས་ལུས་མི་མང་གིས་རལ་བ་དང་བོད་ཀྱི་དགོས་མཁོ་གི་ལྡོག་ཕྱོགས་ལ་ལངས་བྱས་ནས། དེ་ནི་ང་ཚོ་ནང་ཁུལ་ལ་དབྱེ་འབྱེད་དང་ཕྱོགས་ཁག་དང་ཆོས་ལུགས་དང། དེ་ནི་ལྟ་བ་ལངས་ཕྱོགས་དང་དད་པ་ཡོད་མེད་ཀྱི་དབྱེ་འབྱེད་བཟོ་བསྡད་པ་ཡིན་ན། ད་དེ་སུས་དགོས་མཁོ་ཆགས་ཀྱི་ཡོད་རེད་དེ་ག་རེའི་ཆེད་དུ་ཆགས་ཀྱི་ཡོད་རེད་དེ་ང་ཚོ་ཚང་མ་གི་བསམ་བློ་གཏོང་དགོས་ཡ་ཆགས་ཀྱི་ཡོད་རེད། ལོ་རྒྱུས་ཀྱི་བསླབ་བྱ་གི་ནང་ལོགས་ལ་ང་ཚོ་ཁ་བ་ཅན་པ་ཆིག་སྒྲིལ་ཡོ་ཨ་གི་དུས་ཚོད་དེ་བོད་བཙན་པོ་གི་མངའ་ཐང་དར་ཞིག་བྱེད་པའི་དུས་ཚོད་རེད། བོད་ཁ་བ་གངས་ཅན་པའི་རྡོག་རྩ་གཅིག་སྒྲིལ་མཐོར་འགྲོ་བའི་དུས་ཚོད་དེ་བོད་བརྒྱུད་ནས་བོད་ཁ་འཐོར་གྱི་རྒྱལ་ཁབ་ཤོར། རྒྱལ་ཤོར་བྲན་གཡོག་ལ་གྱུར་བའི་དུས་ཚོད་དེ་རེད། དེ་ང་ཚོ་ད་ལྟའི་དུས་ཚོད་དེ་རེད་དེ་ཤེས་དགོས་ཀྱི་རེད་དེ་ང་ཚོ་གིས་བརྗེད་རུང་གི་མ་རེད། སྤྱི་ལོ་ཉིས་སྟོང་བརྒྱད་ཀྱི་ལོ་ལོ་ལོ་ལ་བོད་ནང་ལོགས་ལ་དགྲ་བོ་རྒྱ་ནག་ལ་ངོ་རྒོལ་གྱི་ཡར་ལངས་རླབས་ཆེན་དེ་བྱུང་རྗེས་ནས་བོད་པ་སྟོང་ཚོ་མང་པོ་གི་རྩ་ཆེའི་ཚེ་སྲོག་བླུས་གཏོང་ནས་བོད་པ་སྟོང་ཚོ་མང་པོ་དགྲ་བོ་རྒྱ་ནག་གི་དམར་གསོད་བྱེད་དབུས་ཀྱི་རྗེས་ལ། ཉིས་སྟོང་བརྒྱད་དང་དགུ་གི་ནང་ལོགས་ལ་བོད་ནང་ལོགས་ནས་དྲི་མེད་མདའ་རེ་ནང་བཞིན་ཡར་སྤང་བྱས་ནས་བོད་ཀྱི་ཤར་རྒྱུད་ཁམས་དང་ཨ་མདོ་གི་ལུང་པ་དང་སོགས་ནས། མི་རབས་མང་པོ་ལ་སཱ་དེ་བིད་ཀྱི་གྲིབ་མེ་མདའ་དེ་ཚོ་རི་ནང་བཞིན་ཡར་སྤུངས་ནས་མེ་བསྲེགས་གཏོང་བྱས་ནས་ཉི་མ་དེ་རིང་ནས་བཟུང་སྟེ་ང་ཚོ་གི་བོད་པ་ནང་ཁུལ་ལ། སྔོན་མ་གྱོད་དང་ཁམས་གྱོད་ཤང་ཁོངས་ཡུལ་སྡེ་བ་དེ་ཚོ་ཚོགས་མ་རྒྱབ་ལ་བཞག་བྱས་ནས་ད་ནས་བཟུང་བོད་ད་ནས་བཟུང་སྟེ་བོད་པ་ནང་ཁུལ་ལ་གྱོད་ཁམས་གྱོད་དང། མི་གསོད་རྟ་རྒྱུག་བྱེད་ཡག་གི་ལས་ཀ་དེ་ཚོ་བྱེད་གི་མིན་ལབ་བྱས་ནས། བོད་པ་རྩམ་ཟན་ཡོངས་རྫོགས་རྡོག་རྩ་གཅིག་སྒྲིལ་དགོས་ཡག་གི་འབོད་སྐུལ་དང་དམ་བཅའ་བཞག་ཡོད་རེད། གཞིས་ལུས་མི་མང་གི་བོད་པ་ཚོས་རྡོག་རྩ་གཅིག་སྒྲིལ་དགོས་ཡ་དེ་སྙན་ངག་གི་ནང་ལོགས་ལ་བྲིས་ཡོད་རེད་གཞས་ཚིག་གི་ནང་ལོགས་ལ་བཏོན་ཡོད་རེད་གཏམ་འཇོག་གི་ནང་ལོགས་ལ་འཁྲབ་ཡོད་རེད་ཐད་གཏོང་གི་ནང་ལོགས་ནས་ཆིག་སྒྲིལ་དགོས་ཡ་གི་འབོད་སྐུལ་ཁ་སང་དེ་རིང་ཡང་གནང་བསྡད་ཀྱི་ཡོད་རེད། ལྷག་པར་དུ་རང་ལུས་མེར་སྲེག་གནང་མཁན་གྱི་ཞར་ཆེན་གི་ནང་ལོགས་ལ་འབོད་སྒྲ་གི་ནང་ལོགས་ལ་བོད་པ་རྡོག་རྩ་གཅིག་སྒྲིལ་དགོས་ཡ་གསལ་པོ་བྱས་ནས་བཞག་ཡོད་རེད། ཁ་སང་དེ་རིང་ཡིན་པ་ཡིན་ན་ལས་བོད་ནང་ལོགས་ལ་འདི་འདྲ་གི་དམ་དྲག་ཆེན་པོ། ཕ་གིའི་མ་ཡི་འབྱུང་ཡག་གི་རང་མི་བིས་གི་སློབ་གྲྭ་ནང་ལོགས་ལ་དེ་འདྲ་གི་གནས་སྟངས་སྡུག་པོ་དེ་ནང་ལོགས་ལ། བོད་ནང་ལ་བོད་པ་མི་སྒེར་པ་དེ་འདྲ་གི་མདོ་དབུས་ཁམས་གསུམ་གཅིག་སྒྲིལ་དགོས་ཡག་དེ་གཉིས་གི་ལམ་ནས་ཐད་གཏོང་བྱེད་ཅིག་ནས་འབོད་སྐུལ་ཞུ་གི་ཡོད་རེད། ང་ཚོ་ཚང་མ་གི་ཉན་དགོས་ཡག་གི་སྐད་ཆ་དེ་སོགས་རེད་རིན་ཐང་བརྩི་དགོས་ཡག་བཟོ་ཡག་དགོས་ཡག་གི་སྐད་ཆ་དེ་སོགས་རེད། ཁོང་ཚོ་གི་བོད་ནང་ནས་སྐད་ཆ་དེ་འདྲ་གཅིག་བཤད་ཡག་ལ། སོ་སོའི་རྩ་ཆེའི་ཚེ་སྲོག་ལ་སོགས་པ་བློས་གཏོང་མང་པོ་བྱེད་ཀྱི་ནས་སྐད་ཆ་བཤད་དགོས་ཀྱི་ཡོད་རེད་མ་གཏོགས། ང་ཚོ་རང་ལུང་པ་ནས་ཁ་རྒྱག་པ་ཤེས་བ་ནང་བཞིན་གྱི་མ་རེད། དེ་འདྲ་ཡིན་པའི་རྒྱུ་མཚན་གྱིས་ང་ཚོའི་རྒྱལ་ཁབ་བླ་སྲོག་དང། ང་ཚོའི་དཔའ་བོ་དཔའ་མོ་གི་ཁ་ཆེམས། མདོར་ན་ང་ཚོའི་འགན་འཁྲི་དང་ང་ཚོའི་མདུན་ལམ་གྱི་ཆེད་དུ། ད་བོད་པ་ཚང་མ་གིས་རྡོག་རྩ་གཅིག་སྒྲིལ་གྱིས་གོ་རྟོགས་ཀྱིས་སྲིད་དགོས་ཡ་དང་རྡོག་རྩ་གཅིག་སྒྲིལ་གྱི་ཐོག་ལ་འབད་བརྩོན་གནང་རོགས་གྱིས། ལྷག་པར་དུ་ད་ད་ལྟ་ཡོང་བཞིན་པའི་སྲིད་སྐྱོང་དང་འོས་བསྡུ་གི་བརྒྱུད་རིམ་ནང་ལོགས་ལ་ཉིས་སྟོང་བཅུ་དྲུག་ནང་བཞིན་མ་ཡིན་པར། ང་ཚོ་ཚང་མ་གིས་རང་བཞིན་རོགས་སོམ་ཚང་མ་ཞུ་གི་ཡོད། གནད་དོན་འདི་ཚོ་དང་འབྲེལ་བའི་ཐོག་ལ་སྐྱོང་ཆ་དེ་ཕྱོགས་གཅིག་གཅིག་པོ་ལ་ཡོད་དེ་བས་གནད་དོན་ཆགས་ཀྱི་ཡོད་མ་རེད། སྐྱོང་ཆ་ཆེ་ཆུང་དང་མི་ཉུང་གཅིག་མ་གཏོགས་ཕྱོགས་ཚང་མ་ལ་སྐྱོང་ཆ་ཡོད་རེད། ད་དེ་ཚོ་ང་ཚོ་གིས་དངོས་གནས་ངས་དེ་རིང། ང་དོན་གྲུབ་ལྷ་དར་བོ་པ་ཅིག་དང་འཇོང་ཐོང་ཡོད་ན་འདྲ་མེད་ན་འདྲ། ང་ང་རང་བོ་པ་ཅིག་ཡིན་པའི་གི་སྤོབས་པ་དང་འདུ་ཤེས་དང། དེ་འདྲའི་ཅིག་བོད་ལ་བློ་དཀར་བའི་གི་མི་ཅིག་ཡིན་པའི་ཆ་ནས་ངས་འདི་གཏམ་བཤད་བྱེད་བྱེད་ནས་བརྙན་བཟོ་ནས་བརྒྱུད་པར་བྱས་དེ་ཡང་འདི་ང་རང་གི་ལས་འགོར་ཅིག་ལ་བརྩི་གི་ཡོད། བོད་པའི་རྩ་དོན་འཐབ་རྩོད་ལ་དགོས་ཡག་གི་བརྩམས་ཆོས་ཅིག་ལ་ངོས་འཛིན་ཞི་བའི་ཐོག་ནས་བརྙན་འདི་སྤེལ་བསྡད་གི་ཡོད། དེ་འདྲ་ཡིན་པའི་ཆ་ནས་བརྙན་འདི་སུས་རེག་སྟེ་བརྒྱུད་སྤེལ་མངས་སུ་སྣང་ཡང་དང། དེ་ནི་མཐའ་སྟོང་དེ་ལ་ད་ད་ལོ་ཉིས་སྟོང་ཉི་ཤུ་རྩ་ལྔ་དང་ཉིས་སྟོང་ཉི་ཤུ་རྩ་དྲུག་གི་འོས་བསྡུ་གི་མཇུག་བསྡོམས་སྟེ་ཉིས་སྟོང་བཅུ་དྲུག་གི་འོས་བསྡུ་གི་མཇུག་བསྡོམས་ནང་བཞིན་གྱི་མ་ཡིན་པར། དངོས་གནས་ཀྱི་སྲིད་སྐྱོང་དང་སྤྱི་འཐུས་ཚད་ལྡན་འོས་འདེམས་བྱེད་ཐུབ་ཡག་ཉིས་སྟོང་བཅུ་དྲུག་ནང་བཞིན་མ་ཡིན་པར་འོས་བསྡུ་དེ་བརྒྱུད་རིམ་གྱི་ནང་ལོགས་ལ་སླར་ཡང་བོད་པ་དེ་རྡོག་རྩ་གཅིག་སྒྲིལ་ཡོང་ཐུབ་ཡ་བཅས་ཀྱི་ཐོག་ལ་དེ་ཚོགས་དམག་གི་གུ་ཡངས་དང་འཇར་བཞེངས་རིགས་ཞེན་གྱི་ཐོག་ནས་དངོས་གནས་ཀྱི་སློབ་སྦྱོང་ཡག་པོ་གནང་བསམ་བློ་ཡག་པོ་གཏོང་བྱས་ནས་ད་ང་ཚོ་རྡོག་སྒྲིལ་ཡ་གྱི་དུས་ཚོད་རེད། དེ་ནས་རྒྱལ་བ་ཡིད་བཞིན་ནོར་བུ་དགུང་ལོ་དགུ་བཅུ་གྱི་གོ་སྟོང་བྱེད་ཡ་འདི་དད་པ་དམ་ཚིག་གི་ཐོག་ནས་ང་ཚོ་གི་ལུས་ཞུགས་དགོས། བཀའ་དྲིན་བསམ་ཤེས་ཀྱི་ཐོག་ནས་ལུས་ཞུགས། ད་དེ་འབྲེལ་གྱི་གོ་སྟོང་ཅིག་སྲུང་བརྩི་བྱེད་ཀྱི་ཡོད་པ་ཡིན་ན་ལས་གོ་སྟོང་གི་རིན་ཐང་ཆེ་ཤོས་དང་དགོས་མཁོ་ཆེ་ཤོས་དེ་བོད་པ་རྡོག་རྩ་གཅིག་སྒྲིལ་བྱེད་ཡ་ཆགས་བསྡད་ཀྱི་ཡོད་རེད། དེ་ནི་ལྷག་པར་དུ་ང་ཚོ་གི་དངོས་གནས་ཀྱི་ལག་བོང་གོག་ལ་བཞག་ཅིག་ནས་ད་བོད་སྤྱི་ལ་བསམ་བློ་ཅིག་གཏོང་གི་ཡོད་པ་ཡིན་ན། བོད་ནང་ལོག་གི་གནས་སྟངས་འདི་ཕ་སྐད་མ་ཡིག་སློབ་གྲྭ་གི་ནང་ལོག་ལ་སྦྱོང་མ་ཆོག་ཡ། བུ་ཕྲུག་ཕ་མ་ཕ་མ་གི་འཁྲིས་ལ་གསོ་སྦྱོང་བྱེད་མ་ཆོག་ཡ། ཁྱིམ་ཚང་ནི་མགོ་བཙུགས་ཀྱི་ནི་བོད་པའི་གི་སྤྱི་ཚོགས་ཀྱི་ནང་ལོགས་ལ་བོད་ཀྱི་ཕ་གིས་མ་ཡིག་འབུར་བཞིན་པའི་གི་འཛ་རག་གི་གནས་སྟངས་འདི་སོགས་ལ་ད་བསམ་བློ་གཏོང་བའི་ཐོག་ནས་རྒྱལ་བ་རིན་པོ་ཆེ་དགོངས་ཀློང་འདི་འདྲི་ཅིག་ལ་ཕེབས་བདེ་བའི་གི་གནས་བབ་འདི་སོགས་ལ་བསམ་བློ་གཏོང་ཆེ་ནས་ད་ང་ཚོ་གི་དུས་ཚོད་འདི་འཕྲོ་བརླག་མ་ཕྱིན་བར་གྱི་གི་ཐོག་ལ། ཉིས་སྟོང་ཉེར་ལྔ་ཉེར་དྲུག་གི་འོས་བསྡུ་དེ་བོད་སྤྱི་ལ་ཕན་པའི་གི་སྲིད་སྐྱོང་དང་ནི་མི་ནུས་པ་བཅས་ལྡེམ་ཡག་གི་ཐོག་ལ་ཚང་མ་གི་འབད་བརྩོན་གནང་རོགས་གྱིས་ཞུ་དགོས་དེ་ནི་ག་རེ་ཆེ།